ཁོང་དང་ལྷན་དུ་ད་ལྟ་གྲོས་ཚོགས་ཀྱི་གནད་དོན་རེད་དག་ནང་བཞིན། ཚོགས་གཙོ་སྒེར་གྱི་ཆབ་སྲིད་ཀྱི་བརྒྱུད་རིམ་རེད་དག་ནང་བཞིན་ལྷག་པར་དུ་ཨཱ་ནི་ཅིག་བོད་པའི་གི་འཐབ་རྩོད་དེ་ད་མི་རབས་གཞོན་པ་རྣམས་ཀྱིས་རྒྱུན་འཛིན་བྱེད་དགོས་ཀྱི་ཡོད་དུས་དེ་འབྲེལ་གྱི་ཐོག་སྤྱི་ཡོངས་ཀྱི་ཐོག་ནས་ཡག་དུ་གླེང་མོལ་ཞུ་གི་ཡིན། ཚོགས་ལ་ཐོག་མ་ང་ཚོའི་བཅར་འདྲི་ལས་རིམ་ཐོག་ཕེབས་པར་དགའ་བསུ་ཞུ་གི་ཡིན། བཀྲ་ཤིས་ལེགས། བཀྲ་ཤིས་ལེགས། ཚོགས་གཙོ་མཆོག་བོད་ཀྱི་ལོ་རྒྱུས་ནང་ལོག་ནས་ད་ཅིག་གྲོས་ཚོགས་ཀྱི་ཚོགས་གཙོ་ལ་ཡང་བུད་མེད་ཅིག་འདུག་འདེམས་ཐོན་བྱུང་བ་དང་དེ་འབྲེལ་གྱི་ལས་འགན་འཁུར་བ་དེ་ཐེངས་དང་པོ་ཆགས་བསྡད་ཀྱི་ཡོད་རེད། དེ་ཡིན་དུས་མང་ཚོགས་ཀྱི་ཁྲོད་ནས་ཨ་ནི་དེ་འབྲེལ་གྱི་ཐོག་ལ་ཡང་ཐུགས་སྣང་མང་པོ་ཅིག་ཡོང་བསྡད་ཀྱི་འདུག་དེ་ཡིན་དུས་སམ་བོད་ལ་ཚོགས་གཙོ་སྒེར་གྱི་ངོས་ནས་ཨ་ནི་ཅིག་ད་བུད་མེད་ཀྱི་ཚོགས་གཙོ་ཐེངས་མ་དང་པོ་ཅིག་འདུག་འཁོད་ཡོད་དུས། སྒེར་གྱི་ཐུགས་ཚོར་ག་འདྲས་འགྲོ་བཞིན་འདུག་དེ་ཞིག་གསུང་རོགས་གནང། ད་སྒེར་གྱི་དང་པོ་ཚོགས་གཙོ་ལ་ཡང་འོས་འདེམས་བྱུང་བའི་སྐབས་དེ་ལ་ཡང་གཙོ་བོ་དེ་ད་ང་ཚོ་བོད་ལ་ཡིན་པ་ཡིན་ན་བུད་མེད་ཀྱི་ཆབ་སྲིད་དང་འཛིན་སྐྱོང་ལ་ཡང་མཉམ་ཞུགས་དེ་འདྲ་རྒྱུན་ནས་གནང་མྱོང་ཡོད་མ་རེད་བམ། མེད་བྱས་ཨེ་ན་ང་ཚོ་ད་མི་ཡུལ་ལ་རྒྱ་སྒོར་བྱུང་བ་རེད་མི་ཡུལ་ལ་རྒྱར་བྱས་ཕྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མང་གཙོ་མང་གསོལ་རས་གནང་བའི་བརྒྱུད་རིམ་ནང་ལོགས་ལ་ཡང་ཨེ་ནི། ང་རང་ཚོ་བོད་པ་བརྒྱ་ཆ་ལྔ་བཅུ་དེ་བུད་མེད་ཡིན་དུས་ཨ་ནེ་བུད་མེད་ཚོས་ཀྱི་ནུས་པ་གས་ཨ་ནེ་མང་ཚོས་ལམ་བུའི་ནང་ལོག་ལ་ཡག་དགོས་གལ་གཟིགས་བྱས་ཨ་ནེ་གནའ་སྔ་མོ་ཆབ་སྲིད་དང་འཛིན་སྐྱོང་ལ་ཡག་ད་ལས་འགན་ཁེལ་མེད་དུས་ཚ་ནན་ཨ་ནེ་དམིགས་བསལ་གྱི་ང་ཚོ་ལ་ཡག་ཨ་ནེ་ས་མིག་གཏན་འབེབས་ཕྱི་ནང་བྱས་འདུག་བྱུང་བ་རེད་བ་དེའི་གཏན་འབེབས་བརྒྱུད་ནས་ཨ་ནེ་སོ་སོ་ག་སོ་རེད་ད། ཆབ་སྲིད་ལ་དུག་སླེབས་པ་རེད་ཨེ་སླེབས་ཡིན་དུས་ཚ་ནས་ཐོག་མར་དེ་ལ་ཡ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བུ་གི་བུད་མེད་ལ་ཡ་གདེང་འཇོག་གནང་བས་ཀྱི་ཨེ་ནི་བཀའ་དྲིན་དེ་དྲན་པའི་ཐོག་ནས་ཨེ་ནི་ཁ་སོ་རེ་ད་དབུས་གཙང་རྒྱ་ཆེ་མང་ཚོགས་ཀྱི་འོས་ཐོབ་ཞུ་བཞི་འདུག་ཞེས་བྱས་གནང་བ་རེད་གནང་བ་ནང་བཞིན་གྱི་སྐབས་བཅོ་བརྒྱད་པའི་སྤྱི་འཐུས་ནང་ནས་གེ་མང་མོས་ཀྱི་ཐོག་ནས་འོས་ཐོན་བྱུང་ཡོང་དུས་ཚ་ནས་ད་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞིས་ནང་ལ་ཡ། བུད་མེད་ཀྱི་འགོ་ཁྲིད་བྱུང་བ་ཡིན་ན་བྱམས་དང་བརྩེ་བའི་ཐོག་ནས་ཀྱང་འདུས་ས་ནས་མ་འདྲ་བ་བྱུང་གི་རེད་བཀའ་གནང་བ་ནང་བཞིན་གྱི་དེ་འདྲ་ཅིག་གི་སྐྱབས་མགོན་རིན་པོ་ཆེ་དགོངས་གཞི་དེ་སོ་སོའི་རྒྱུད་ནས་གྲུབ་སོང་བསམ་པ་ཅིག་བྱུང། ལོས་ཟེར།
ད་རྩ་བའི་དེ་འདྲ་ཚོགས་གཙོ་མཆོག་དེ་འདྲ་སྐབས་བཅུ་གསུམ་ནས་བྱས་ནས་ནི་ད་ནོར་མེད་པ་ཡིན་ན་ཉིས་སྟོང་གཅིག་ནས་བྱས་ནས་གཅིག་གྲོས་ཚོགས་འཐུས་མི་གི་ཐུགས་འགན་ཞེས་པ་ཅིག་ཏུ་ཆགས་བསྡད་ཀྱི་འདུག་དེ་ཡིན་དུས་འདི་སྔོན་ལ་ཡང་ད་ཚོགས་གཙོ་མཆོག་དགེ་རྒན་གྱི་ཕྱག་ལས་ཡང་རྒྱུན་རིང་པོ་ཞིག་གནང་བ་ཅིག་ཆགས་བསྡད་ཀྱི་འདུག་དེ་ཡིན་དུས་དེ་འབྲེལ་གྱི་ད་སོ་སོའི་སྒེར་གྱི་མི་ཚེའི་ནང་ལུགས་ལ་ཡང་དཀྱོགས་མཚམས་ཆེན་པོ་ཅིག་སླེབས་བསྡད་དགོས་ར་དེ་ཡིན་དུས་དེ་འབྲེལ་གྱི་ཐོག་ནས་ཅིག། ཁ་ཞུ་རེད། སྐབས་དེ་དུས་ད་སྐུལ་སློང་རེད། ཡང་མིན་ན། གནས་སྟངས་ག་འདྲི་ཅིག་གི་འོག་ནས་ད་ཅིག་སྤྱི་འཐུས་ལ་དུ་སླེབས་པ་ཆགས་བསྡད་ཡོད་ན། ད་ང་སྤྱི་འཐུས་ལ་སླེ་ཡས་དེ། སྤྱི་འཐུས་ནང་ལོག་ལ་ཡང་ངའི་མི་གཞན་དག་གི་མ་འཇོན་པ་ཅིག་འབྱུང་གི་རེད་བསམ་ནས་སླེ་བསྡད་པ་ཅིག་མ་རེད། ངས་ཤེས་པ་དེ། སྤུ་གུ་ལ་བསླུ་བྲིད་བྱེད་ཡས་དེ། ང་ལ་འོས་སྦྱོང་གིས་བོད་ཡིག་ནང་ལ་སློབ་ཁྲིད་བྱེད་ཡས་ཀྱི་འོས་སྦྱོང་འེ་ཡོད་རེད་ད་ག་ནང་བཞིན་དེང་རབས་ཀྱི་ཨེ་ནས་དགེ་རྒན་འོས་སྦྱོང་ཐོག་ནས་ཀྱི་ང་ལ་འོས་སྦྱོང་བྱེད་ཡོད་རེད་དེ་ཡིན་དུས་ཚ་ནས་ད་ང་རང་ལ་ཡ་ཅིག་ཉམས་མྱོང་གི་ཐོག་ནས་བྱས་པ་ཡིན་ནས་ཀྱི་ངའི་ན་གཞོན་དེ་ཀྱ་ལ་ཡ་ད་སློབ་ཁྲིད་ཅིག་བྱས་པ་ཡིན་ན་ཨ་ནི་འདི་ངེད་ཀྱི་ད་བོད་ཀྱི་འཐབ་རྩོད་ནང་ལོགས་ལ་ཡ་ངའི་ཞབས་ཕྱི་ཞུ་ཡ་ཡག་ཤོས་དེ་རེད་ཤག་བསམ་བྱས་ནས་ད་འདུག་ཞེས་བྱས་ངས་ལོ་ཉི་ཤུ་རྩ་དྲུག་དགེ་རྒན་གྱི་ཞབས་ཕྱི་ཞུས་པ་རེད། ཨེ་ནེ་གེ་དེ་གི་ཨེ་ནེ་ཅིག་སློབ་ཁྲིད་བྱེད་པའི་སྐབས་དེ་ལ་ད་ང་ཚོའི་ནག་པང་དང་དེ་ས་གར་བེད་སྤྱོད་བཏང་བྱས་སློབ་ཁྲིད་བྱེད་སྒུག་གི་ཡོད་རེད་བ། གནའ་སྔ་མོའི་སྐབས་ལ་ཡ་ང་ཚོ་ག་སོ་རེ་སློབ་ཁྲིད་བྱེད་ཡས་ཀྱི་ཨེ་ནེ་ཅིག་ཐབས་ལམ་དེ་འདྲའི་སྣ་ཚོགས་མེད་དུས་ས་ནས་ཅོག་གི་ཐལ་ལ་དེ་གི་ཨེ་ནེ

བྱུང་བ་རེད་སྔར་ཀྲི་སི་བྷེ་ལི་ཡ་སློབ་ཆུང་བསླབ་པའི་སྐབས་དེ་ལ་ཡ། དེ་བྱུང་དུས་ས་ནས་ཨ་ནེ་ཨམ་ཆི་ག་བ་ལ་བསྟན་པ་ཡིན་ནི་གི་ཀྲི་སི་བྷེ་ཀི་ཨམ་ཆི་ལ་བསྟན་པ་རེད་ཨ་ནེ་ཕྱི་ལོག་གི་ཨམ་ཆི་ལ་བསྟན་པའི་སྐབས་དེ་ད་ཁྱེད་རང་ཅོག་ཐེ་ལ་མེ་ས་གཅིག་ལ་ཕྱིན་ན་མེད་བཞིན་ཁྱེད་རང་གི་མི་ཚེ་ཁོ་རང་ཨ་ནེ་ཅོག་ཐེ་ལ་དེ་གི་ན་ཚ་དེ་བྱུང་བྱས་ཨ་ནེ་ཁ་སོ་ར་ད་སྤྱི་འཇོམས་ཨན་ཏི་བྷའི་ཏིག་ཤུགས་ཆེན་པོ་བཟས་པ་དེ་གི་མི་ཚེ་ཁོ་རང་ཐུང་རུ་འཁྲུག་རེད་ཟེར་བྱས་གསུངས་པ་རེད་བ། དེ་གསུངས་བྱས་བྱས་ཨན་ད། ཕ་མ་སེང་གེ་འདི་སོ་སོའི་སྤུ་གུ་ཤི་ཡོང་བསམ་པའི་གི་ད་སེམས་ཁྲལ་བྱུང་གུར་བ་དེ་འདྲའི་ཐོག་ནས་ཨ་ནི། ངའི་ཕ་ལ་ཨམ་ལགས་གི་ད་ག་འདྲའི་དགེ་རྒན་གི་ལས་ཀ་དེ་གཡུག་པ་ཡིན་ནི་གས་འགྲིག་འགྲོ་གི་རེད་ནི་ལས་ཀ་དེ་བཞག་ན་ཞེས་བྱས་དེ་འདྲའི་བྱ་བཀའ་སློབ་ཕེབས། བཀའ་སློབ་ཕེབས་པ་དེའི་སྐབས་དེ་ལ་ཡ་ཨ་ནི་སྐབས་བཅོ་གསུམ་པའི་འོས་བསྡུ་དེ། བརྒྱུད་རིམ་དེ་འགོ་བཙུགས་ཚར་ཚར་རེད་བཞག་དེ་དུས་ཚར་ནས། འགོ་བཙུགས་ཚར་ཟིན་དུས་ཟེར་ནས་ད་ཅིག་ནས་ང་རེ་གི་གཟུགས་བོད་ཀྱི་གནས་སྟངས་ཀྱི་ཐོག་ནས་ང་ས་ཁར་མེད་པའི་ཀྱི་ལས་རིགས་ཅིག་ལ་ཡང་ཞུགས་དགོས་ཡས་དེ་གལ་ཆེན་པོ་ཆགས་དེ་རུ་གཉིས་ནས་ངའི་བཟའ་ཟླ་བཀྲས་ཁང་རྣམ་རྒྱལ་རྡོ་རྗེ་འོས་བསྡུ་དང་འདེམས་ལྷན་གྱི་ཚོགས་གཙོ་བྱེད་པའི་སྐབས་ལ་ཡང་ཨ་ནེ་འོས་བསྡུ་ཀྱི་ལས་རིམ་ཐོག་ནས་འགྲིག་མ་འགྲིག་གི་གནས་སྟངས་ཐོག་ནས་གྲོས་ཚོགས་ནང་ལོགས་ལ་ཡང་གླེང་སློང་མང་པོ་ཞིབ་ཅིག་བྱུང་པའི་སྐབས་དེ་ལ་ཡང་ཨ་ནེ། འོས་བསྡུའི་འགན་འཛིན་གསུམ་ཡོད་པའི་ནང་ནས་ཁོང་གཅིག་པུ་ཆེད་མངགས་ཀྱིས་ནས་འབུད་བཏོན་བྱས་ཨ་ནི་ཁ་སོ་རེད་ད Impeach བཏང་དགོས་ཡས་ཀྱི་གནས་སྟངས་དེ་འདྲ་བྱུང་བར་བ་དེ་གས་ཚང་མ་མཐོང་ཡོང་དུས་ས་ནས་གལ་སྲིད་ང་ཨ་ནི་གྲོས་ཚོགས་དེ་ལ་ཡོད་པ་ཡིན་ན་ངས་བདེན་པ་དག་དེ་ཞིག་བྱེད་ཐུབ་ས་རེད་བསམ་བྱས་བྱས་ཨ་དེ་འདྲས་ཅིག་གི་ཐོག་ནས་ངས་ཀྱི་བཟའ་ཟླ་ལ་ཡ། ཐོབ་གི་ད་མ་རེད་དང་པོ་ངས་ལ་ཡ་གཅིག་སྤྱི་ཚོགས་ནང་ལོག་ལ་ཡ་དེ་ག་ཟིག་གི་སྤུ་གུ་ཆུན་ཆུན་དེ་རྒྱ་མི་ཞིག་ཞི་བོ་ཅིག་ཐོན་མྱོང་ཡོད་མ་རེད་ཡིན་པ་ཡིན་ནའི་ཁེ་ངེ་གི་མི་ཚེ་གི་ལམ་བུའི་ནང་ལོག་ལ་ཡ་དེ་འདྲ་ཅིག་ལ་ངས་འགྲན་བསྡུར་ནང་ལ་ཞུགས་པ་ཡིན་ཟེར་ཡ་ཅིག་གི་ཡོང་གི་རེད་དེ་ཡིན་དུས་ང་ལ་ཡ་དེ་ཞུགས་ན་འགྲིག་གི་རེད་བས་ཟེར་དུས་ཁྱོད་ནས་འགྲིག་གི་མ་རེད་ཁྱེད་རང་དེ་བ་ཅིག་ལྟད་མོ་བྱ་ངས་ཆུང་ངུ་ལས་ཨེ་ན་སེམས་སྐྱོ་ཅིག་ངུས་བསྡད་གི་རེད་དེ་འདྲའི་ཡ་གལ་ལས་ཡག་པའི་ཚིག་གི་ཐོ་བ་ཁོ་རང་གཡུག་ཡོང་གི་རེད་ངུ་ས་ཡོད་མ་རེད་དེ་འགྲིག་གི་མ་རེད་གསུང་གི་འདུག་དེ་འདྲའི་བྱས་བྱས་ཁོང་གི་ཞལ་ཤེས་མ་རྣམས་བྱས་ཨ་ནི་སྐུ་མཁྲེགས་ཚོས་གི་ད་ཨ་ད་ཐོབ་ཡས་ནི་ཡོང་མ་རེད་ཡིན་ནའི་ཀའི་དེའི་ནང་ལོག་ལ་ཡ་ད་ང་དྲན་ཚོད་ན་ཡོད་ཟེར་བྱས་བྱས་ནས་ཨ་ནི་དེ་སྐབས་དེ་བ་ལ་སྤྱི་ཚོགས་དྲ་ལམ་དེ་འདྲ་བརྒལ་ཡོད་མ་རེད་ང་རང་ཚོ་བསླབ་གྲ་གཅིག་པ་འདི་གས་ཁ་ཤས་གཅིག་ལ་ཡ་ཨ་ནི་ལོ་རྒྱུས་ཤུག་གུ་གཅིག་བྱས་བྱས་སྟངས་བྱས་བྱས་ཨ་ཁོང་ཚོའི་གི་དེ་བ་ག་བ་རེ་ཤི་བཀྲམ་ཡོད་ན་དེ་འདྲའི་ཤི་བཀྲམ་བྱས་བྱས

ཁོང་གིས་ལོ་ཡན་ཆད་ལ་ཡང་ཨེ་ནི་ལོ་འདི་ངོ་མ་མ་རེད་ཞེས་བྱས་པས་ཡེ་ནས་ད་གང་ནས་བསྐོ་བཞག་ཕེབས་པ་འདི་ཀྱེ་ལེ་ཀྱེ་ཐུགས་དོགས་གནང་པ་དེ་འདྲ་བྱུང་བར་བ་འདི་སྐབས་དེ་ལ་ཡང་ཨེ་ནི་ངེད་ཀྱིས་གལ་སྲིད་ང་ཕ་གས་ཡོད་པ་ཡིན་ན་ངེད་ཀྱིས་ཁོང་ནང་བཞིན་གྱི་ད་ཅིག་མང་པོ་ཅིག་གི་གཟིགས་ཕྱོགས་གཅིག་ཡིན་པ་དེ་གཟིགས་ཕྱོགས་མ་འདྲ་ཅིག་ངས་ཏན་ཏན་བཤད་ཐུབ་ཀྱི་རེད་བསམ་པའི་ཐོག་ནས་ཨེ་ངས་ཐོབ་ནས་མ་ཐོབ་ནས་དྲན་ཐོས་ན་བཞུགས་བསམ་བྱས། འདུག་བྱེད་ཀླད་བདེ་བ་ཅི་རེད། འདུག་སེ།
ད་རྩ་བའི་བརྒྱུད་རིམ་འདིའི་ཐོག་ནས་ད་ལྟ་གོང་དུ་གསུངས་སོང་ཅིག། གོང་བོད་ས་བདག་གི་ད་ལྟ་གནད་དོན་ཞིག་འདུག་ལ། དེའི་དེ་ཅིག་དེ་འབའ་དག་དེར་བྱུང་སོང་བསམ་པའི་གི་ཡང་འདུག་ཚོར་འདུག་འདྲེ། དེ་ང། ངས་གི་གྲོས་ཚོགས་ནང་ལ་གནད་དོན་ག་འདྲས་ཆེ་ཡིན་པ་ཡིན་ནས་གི་ཐོ་བས་ན་བཀའ་བློན་ཁྲི་པ་ཡན་བྱས་ནས་བྱས་ནས་བཀའ་བློན་སུ་ཡིན་པ་ཡིན་ནས་གི་མ་འགྲིག་པ་དེ་ལ་ངས་དྲི་བ་བཏང་རྐྱང་བྱས་ཡོད་བསམ་པ་ཅིག་ཡོད། དཔེར་ན་ཟམ་གདོང་རིན་པོ་ཆེའི་སྐབས་ལ་ཡང། ཟམ་གདོང་རིན་པོ་ཆེའི་བཀའ་བློན་གསུམ་ལས་མ་བསྐོས་པ་ཆེས་ཆེ། ཐབས་ཆུང་ཆུང་མེད་ཚ་བོ་ཡིན་ཞེས་གསུངས་པར། མེད་ཚ་བོ་ཡིན་གསུངས་དུས་སུ་ནི་རིན་པོ་ཆེ་ཡང་ནི་ཕྱག་མཁར་རྣམས་ཅན་ཕིག་གི་དུ་སུ་དུས་མེ་ལོ་གང་ཅིག་སྔོ་ཚང་མ་ལོ་བཞི་བོ་ཆེ་སེམས་ཁྲལ་བྱས་བྱས་ད་རིན་པོ་ཆེ་ལ་ཡང་ཕྱག་རོགས་གསུམ་ལས་ཡོད་མ་རེད་བཞི་བོ་ཆེ་ད་སྐུ་གཟུགས་དེ་དཔེ་ཐུགས་འཚབ་འདུག་ཞེས་གསུངས་དུས་གྲོས་ཚོགས་ནང་ལོགས་ལ་ཡང་རྩ་བའི་དགེ་མི་རིན་པོ་ཆེ་གིས་ད་ཤེས་བྱ་དང་ཡོན་ཏན་ལ་ཡང་ང་ཚོའི་གིས་དཔེ་ཐུགས་པ་རང་ད་ག་རེད། བརྩི་བཀུར་དང་ཆ་མཐོང་ཡོད་རེད་དེ་ནི་སྐུ་གཟུགས་དེ་མི་ལུས་གཅིག་ལ་ཡང་ག་སོར་ལྟ་ནུས་པ་དེ་ཚད་ཡོད་ཕྱིར་བ་དེ་འདྲས་ཀྱི་ཐོག་ནས་གང་བྱས་ང་ཚོ་བོད་ཀྱི་བུད་མེད་ནང་ལས་ཀའི་བཀའ་བློན་ཡོད་པ་ཡོད་མི་གཅིག་དེ་ལས་ལྷག་ག་ཡོད་དེའི་བསྟུད་ས་ནས་མི་བདུན་དེ་བདུན་ཆ་བཀོད་དགོས་ཀྱི་འདུག་ཞེས་དཔྱད་ངེས་ཞུ་མྱོང་རིན་པོ་ཆེ་ལ་ཡང་ད་ལྟ་དཀར་ཕྱོགས་གསུམ་འདྲ་བོ་ཕྱིན་པས་ན་ད་ག་ནང་བཞིན་ད་ལྟ་སྲིད་སྐྱོང་བློ་བཟང་སེང་གེའི་སྐབས་དེ་ལ་ཡང་བཀའ་བློན་ཁོ་ནའང་ཚོ་གཉིས་གསུམ་གཅིག་ལ་ཡ་ཨེ་ནའི་གཞུང་ཞབས་འབྲེལ་ཡོད་གཅིག་མཚུངས་མ་ཡིན་པས་ཀྱི་ཨེ་ནའི་ཐོབ་སྐལ་གཉིས་གཉིས་བྱས་བྱས་ས་ཁང་ཨེ་ནའི་ས་ཆ་གྱ་གྱོན་སྤྲད་བྱས་དམིགས་བསལ་གྱི་ཁོ་ཚོར་གནང་ཕྱོགས་ཤིག་གནང་བ་རེད་བ་དེ་སྐབས་ལས་ཀའི་ངའི་དྲི་བ་གཏང་རྒྱུ་བྱུང། གང་ཡིན་ཟེར་ན། ང་ཚོའི་གི་རྒྱུགས་བཤད་དེ་འོག་ནས་ཡ་ཤམ་འོག་ནས་རྒྱབ་ཀྱི་བསྡད་པ་ཡིན་ན་གང་དེ་ཤོར་འགྲོ་གི་འདུག་བ། དང་པོ་བཀའ་ཅོག་གསུམ་ལ་སླེབས་པའི་སྐབས་ལ་ཡ་མང་ཚོགས་རྩིས་ཁྲའི་ཚོགས་ཆུང་གི་སྙན་ཐོ་ལ་མ་ལྟ་ཡོང་དུས་ས་གནས

ཁོ་རང་ཚོས་མཁྱེན་རྟོགས་མེད་པ་བྱེད་ལས་འདས་པ། ཞུ་མཁན་མེད་པ་བྱེད་ཅེས་ཞུ་མ་ཕོད་པ་ཡིན་ན་ཞུ་ག་འདྲས་བྱེད་ལས་པ་ཡིན་ན་དེ་འདྲས་ལས་འདས་པ་དེ་འདྲ་རེད་འདུག་བ་དེ་ཡིན་དུས་ལས་འགན་གཅིག་འཁྱིལ་པའི་སྐབས་དེ་ལ་ཡ། ཆེ་ཕྲ་ཆུང་གསུམ་སུས་ཀྱིས་སྐྱོན་གནས་ཡོང་གི་འདུག་ནས་དེའི་སྟོན་དགོས་ཡས་དེ་སོ་སོའི་སྐབས་སུ་བབ་བས་ཀྱི་དམ་བཅའ་དེ་ཆགས་བསྡད་ཀྱི་ཡོད་རེད་བ་ཅིག་ཞུམ་ཆགས་སྟངས་མེད་པ་བྱེད་ཅེས་སོ་སོའི་དགའ་པོ་དེ་བསྐྱེད་དེ་ཡང་སྡུག་ཆགས་བཅས་པ་ཡིན་ནས་བཀུམ

ད་ལྟ་བར་དུ་གི་གནས་བབ་ནང་ལོགས་ལ་ཡང་དཔེར་ན་ཁྲིམས་ཞིབ་པ་སྤེལ་བའི་སྐབས་ལ་ཡི་གེ་ངས་འདི་དུས་འགལ་ཞུ་རྒྱུ་བྱུང། ང་ཚོས་ཕྱི་དུས་ད་སུམ་ཆ་གཉིས་ཀྱི་ཐོག་ནས་ཕྱིར་ཟེར་བ་རེད་ད་ཕྱི་དུས་ཁྲིམས་ཞིབ་ཁང་ཚང་མ་ལོགས་འདི་བྱེད་པའི་སྐབས་ལ་ད་དགོངས་ན་མེད་བས་ཀྱི་ཨ་ནི་གཏུག་བཤེར་བྱེད་ས་དེ་ཁྲིམས་ཞིབ་ཁང་རེད་ད་ས་འདི་ག་རེ་བྱེད་ཀྱི་རེད་ཞེས་བྱས་དེ་འདྲའི་ཡན་ཆད་ངས་ཞུས་ཡོད་ད་དེབ་དེའི་ནང་ལ་ཡོད་རེད་དེ་ཡིན་དུས་ས་གནས་ཁོ་ག་སོགས་རེད། སོ་སོའི་གི་ལས་འགན་དེ་ངོ་ལྐོག་དཔེ་ལས་མེད་པར་གྲུབ་དེ་དུས་ས་གནས་སྤྱི་ཚོགས་དྲ་ལམ་ལ་ཡོད་མོད་མ་ཡིན་པའི་གི་མི་མང་གི་མཐོང་རྒྱུ་དུ་བ་དེ་ཡིན་དུས་ས་གནས་ཨ་ནི་ངའི་བསམ་པ་ལ་ཡང་ང་ལ་ཡང་མི་མང་གི་ད་ཁྱབ་བསྒྲགས་མེད་པ་ཡིན་ནི་གི་དེ་འདྲའི་གི་འོས་མང་པོ་ཐོབ་ཡས་དེ་མི་མང་གི་བལྟས་བསྡད་ཡོད་རེད་དེང་སང་སྤྱི་ཚོགས་དྲ་ལམ་གི་དུས་ཚོད་ལ་སུ་གང་ལྐུག་པ་བཟོ་ཐུབ་ཡས་ཡོད་མ་རེད་ད་སྔ་མོ་ཡིན་ན་ཁ་ནས་རྒྱག་རྩེ་ཅི་བྱས་ལས་ཀ་རྒྱུན་ནས་མ་བྱས་པ་ཡིན་ན་མཐོང་ཡས་ཡོད་མ་རེད་དེང་སང། ཁ་དང་ལས་ཀ་ཆུང་གི་ཡོད་མེད་མཐོང་ཡས་ཡོད་རྒྱུ་ཆ་ནས་ངས་དེ་འདྲ་ཞི་དུལ་གསར་བ་ཚོ་ལས་ཞུ་གི་ཡོད། གཞན་ནས་གང་གསུངས་པ་དེ་སོ་སོའི་ལང་ལེན་ཡོད་པ་གོ་གི་རེད་ད། དེ་བྱས་པ་ཡིན་ན་རྒྱ་ཆེ་མང་ཚོགས་ཀྱི་ཡིད་ཆེས་ཞིག་རེད། དེ་ངེས་པར་དུ་སོ་སོའི་གི་ལོ་ཉི་ཤུ་ཚན་ལྔའི་ནང་ལ་བྱས་ཡོད་བསམ་པ་བྱིན་ཡོད། ད་མ་ཤེས་པའི་བྱས་བྱས་ལས་པ་དེ་འདྲས་ནི་ཡོང་གི་རེད་བ། ལི་སི། དེ་འདྲས་བྱས་ད་གོང་ལ་ཡང་ཞུས་པ་ནང་བཞིན། ལོ་རྒྱུས་ནང་ལོག་ནས་ཅིག་བུད་མེད་ཀྱི་ཚོགས་གཙོ་དེ་མ་དང་པོ་ཆགས་བསྡད་ཀྱི་ཡོད་རེད་ཡང་ཕྱོགས་གཞན་ཞིག་ནས་བལྟ་བ་ཡིན་ན། ད་ཅིག་སྐབས་བཅུ་དྲུག་བཅུ་བདུན་རེད་སྐབས་བཅུ་དྲུག་ནང་ལོག་ལ་ཡིན་པ་ཡིན་ན་བུད་མེད་བཅུ་གཉིས་ཆགས་བསྡད་ཀྱི་འདུག་ཨ་ནི་སྐབས་བཅུ་བདུན་ནང་ལོག་ལ་ཡིན་ན་བུད་མེད་བཅུ་གཅིག་ཆགས་བསྡད་ཀྱི་འདུག་ད་ད་ལྟའི་ཆ་ལ་ཡིན་ན་བུད་མེད་དགུ་ཅིག་ཆགས་བསྡད་ཀྱི་འདུག་ད་བུད་མེད་དེ་ཡང་རིམ་པས

བཅུ་དྲུག་པའི་གི་བཀའ་ཤག་ནང་ལོགས་ལ་ཡ་བུད་མེད་གསུམ་ད་བཀའ་བློན་ལ་ཡ་འཁོད་ཡོད་རེད་བ་སྐྱེས་པ་རྒྱུ་ནས་འཁོད་ཡོད་མ་རེད་བ་དེ་ལྟས་ཨ་ནི་ཁྲིམས་ཞིབ་ཁང་ལ་ཡ་ཁྲིམས་ཞིབ་པ་ཆེ་བ་འདྲ་པོ་བྱུས་ན་བུད་མེད་འཁོད་བསྡད་ཡོད་རེད་བ་དེ་སྐད་གིས་ཅིག་ཕྱོགས་ཡོངས་གི་གནས་སྟངས་དེ་ལྟ་ཡོང་དུས་ས་གནས་བོད་གི་བུད་མེད་དེ་ཆབ་སྲིད་ནང་ལོགས་ལ་ཡ་སྐྱབས་མགོན་རིན་པོ་ཆེ་ཐུགས་རེ་གནག་པ་ནག་ཞིག་འགན་འཁུར་དེ་ཤུགས་ཆེ་རུ་འགྲོ་གི་ཡོད་བ་ཆེ། རེད་བ་འདི་གསལ་པོ་ཆགས་ཀྱི་ཡོད་རེད་ད་གྲོས་ཚོགས་ཀྱི་ནང་ལོགས་ལ་ཡ། ཇམ་ཇམ་མ་ང་ཡོང་གི་རེད་ཇམ་ཇམ་ཉུང་ང་ཡོང་གི་རེད་དེ་ལ་ངས་ཞི་བོ་ཅིག་ངས་གནད་འགག་གེགས་མཐོང་གི་མི་འདུག་གཙོ་བོ་དེ་བོད་ཀྱི་བུད་མེད་ཚོས་ཀྱི་འོས་འདེམས་བྱུང་ཚར་བའི་རྗེས་ལ་ཡ། ཨ་ནི་ཁྱེད་རང་སྤྱི་འཐུས་བྱེད་ཀྱི་ཡིན་ཟེར་དུས་ལོ་ལྔ་གི་རིང་ལ་ཡ་སྤྱི་འཐུས་དེ་ལ་ཡ། ཨ་ནི་མི་མང་གི་ཁ་ས་ར་མངོན་འདོད་དེ། ཨ་ནེ་གྲོས་ཚོགས་ཀྱི་སྟེང་བྱེད་སྟངས་ལ་བསྟུན་ཐུབ་ཡས་ཕྱི་ལ་འགྲོ་བའི་སྐབས་ལ་བོད་མི་རིགས་དང་ཨ་ནེ་གཅིག་ད་ང་རང་ཚོའི་ཆབས་ཅིག་གི་གནས་སྟངས་དེ་ལ་ཡང་བོད་ཀྱི་གནད་དོན་དེ་ཨ་ནེ་ཕྱི་ལ་བསྒྲགས་ཐུབ་པ་བྱས། དེ་འདྲས་ཀྱི་དུས་ཚོད་ཀྱི་སྐབས་ལ་ཡང་ཨ་ནེ་ཁྱེད་རང་སྒེར་གྱི་ཕྱི་རྒྱལ་ལ་ལྕམ་ལྕམ་འགྲོ་བའི་སོ་རུབ་དང་དེ་འདྲས་བྱེད་ཀྱི་བསྡད་པ་ཡིན་ན་ཨ་ནེ།

ངས་ག་རེ་བསམ་གྱི་ཡོད་ལབ་ན་བོད་ཀྱི་བུད་མེད་ལ་ཡ་ནི་མ་ཟུར་བྱེད་ས་མིག་ཡོད་པ་འདི་ནས་ཀྱི་ལྷག་ག་ཡོད་པ་འདི་གི་བོད་ཀྱི་བུད་མེད་ཀྱི་བྱེད་ཐུབ་གྱི་ཡོད་པ་ཅིག་དང་ནུས་པ་ཡོད་པ་ཅིག་ལ་ངས་ངོས་འཛིན་བྱེད་ཀྱི་ཡོད་ཡིན་ནའི་འཛམ་གླིང་ཙམ་ལ་འཕར་ཆག་དེ་ག་བ་ཡིན་ནའི་ཡོང་གི་རེད་ཟེར་བྱས་ཡོད། ལ་ཟེར།
ད་ང་རང་ཚོ་གི་བཙན་བྱོལ་བུད་མེད་ཀྱི་ད་གང་ལྟར་བོད་ཀྱི་ཆབ་སྲིད་ནང་ལོགས་ལ་བུད་མེད་དེ་ཚོ་ཅིག་ནུས་པ་གོང་མཐོར་གཏང་ཡས་ཀྱི་ཆེད་དུ་ཡང་འདི་ཀྱི་ཐོག་ལ་གཟིགས་ཚུལ་དགོངས་ཚུལ་དེ་འདྲ་ཡོད་ན།
ད་བུད་མེད་གཅིག་གྲོས་ཚོགས་ཀྱི་ཚོགས་གཙོ་ལ་སླེབས་པ་ད་ག་རང། བོད་ཀྱི་ན་གཞོན་ཚོ་རེད་བུ་མོ་ཚོ་རེད་ཚང་མ་བློ་ལ་ཡ་སུ་སུའི་གི་བྱོན་པ་ཡིན་ན་ར་སུ་སུའི་གི་སྙུག་སེང་བྱེད་བཞིན་ནས་དཀའ་ལས་རྒྱབ་ཐུབ་པ་ཡིན་ན་གྲོས་ཚོགས་ཀྱི་ཚོགས་གཙོ་བར་དུ་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བར་དུ་སླེབས་ས་ཡོད་པའི་གི་དཔེ་མཚོན་དེ་ང་ཚོ་ཆགས་བསྡད་ཀྱི་ཡོད་ལ་དེ་ཡི་དུས་ས་ནས་དེ་གི་མ་འོངས་པའི་གི་གཞོན་སྐྱེས་བུད་མེད་མང་པོ་ཅིག་ལ་ཡང་སེམས་ཤུགས་ཏན་ཏན་སླེབས་ཀྱི་རེད་བསམ་གྱི་འདུག་དེ་གཅིག་ནས་གཅིག་དེ། གཉིས་པ་དེ་ལ་ཡང་ད། བུད་མེད་སྲིན་ངན་དེ་དག་མ་ཨ་མ་གི་གོ་བྱམས་བརྩེའི་གི་ཅིག་ནུས་པ་ཅིག་ལ་གཅིག་ཡོད་པ་དེ་ཡིན་དུས་ས་ནས་ག་དུས་ཡིན་ནའི་གེ་ཨེ་ནས་ཅིག་སྤྱི་ཚོགས་ནང་ལོག་ལས་མཐུན་པ་དང་མ་མཐུན་པ་ག་རེ་ཡོད་ནས་ཚང་མ་ལོ་མཉམ་དོར་ཁྲིད་ཐུབ་ཡས་གི་ཐོག་ལ་འབད་བརྩོན་ཅིག་ཏན་ཏན་བྱེད་གི་རེད་བསམ་གི་འདུག་ངས་ག་ལས་ད་ང་རང་བུད་མེད་ཡིན་པའི་ཆ་ནས་ཅིག་ད་སྐྱེས་པ་ལས་སྐྱེས་པའི་གི་ཡང་ནུས་པ་བྱུང་གི་རུ་བ་བུད་མེད་ལས་ཡ་བུད་མེད་གི་ལྟ་སྟངས་བྱུང་གི་རུ་བ་དེའི་ཐོག་ནས་ཅིག་སྤྱི་ཚོགས་ནང་ལོག་ལ་ཡ་ད་བར་ལམ་གཅིག་ནས་ང་ཚོའི་སྤྱི་ཚོགས་འདི་པད་ཁ་སོགས་ལས་ང་རང་ཚོ་ང་རང་ཚོའི་ནང་ཁུལ་ལ་ཡང་ཁབ་སྟོང་བཏང་ཆེ་ཨ་ནི་ཆིག་སྒྲིལ་གྱི་ནུས་པ་དེ་ཁ་འཐོར་དུ་འགྲོ་གི་ཡོད་པའི་གྱི་རྣམ་པ་ཅིག་མཐོང་གི་འདུག་ཧ་དེ་འདྲའི་གྱི་ཨ་ནི་རྣམ་པ་འདི་ནས་ཨ་ནི་ཅིག་གང་ཐུབ་ཐུབ་གྱི་ང་ཚོ་ད་ལག་གདང་སྒྲིག་ཆེ་ཆིག་སྒྲིལ་དེ་ང་ཚོའི་ནུས་པ་ཅིག་ལ་བཟོ་ཐུབ་པའི་ཐོག་ལ་ཡང་འབད་བརྩོན་ཅིག་བྱེད་བསམ་པ་ཡོད་ཨི་ནི་འབད་བརྩོན་དེ་ལ་ཡང་མཉམ་རུབ་དེ་སྐུ་བོད་སྤྱི་འཐུས་རྣམ་པས་གནང་འགོ་བར་བ། གྲོས་ཚོགས་ནང་ལོགས་ཀྱི་ལས་རིམ་གྱི་རྣམ་པ་གི་ཐོག་ནས་རྒྱ་ཆེ་མང་ཚོགས་ཀྱི་ད་གྲོས་ཚོགས་འདིའི་ནང་ལོགས་ལ་ཡ་ད་འགྱུར་བ་ཞིག་འགྲོ་གི་བཟང་ཕྱོགས་ཀྱི་འགྱུར་བ་ཞིག་འགྲོ་གི་བཀའ་མོལ་གནང་སྟངས་ལ་འགྱུར་བ་འགྲོ་གི་བགྲོ་གླེང་གནང་སྟངས་ལ་འགྱུར་བ་འགྲོ་གི་ཟེར་ཞིག་བྱུང་བ་ཡིན་ན་ཏན་ཏན་རྒྱ་ཆེ་མང་ཚོགས་ཀྱི་གྲོས་ཚོགས་ལ་ལྟ་སྟངས་དེ་ལ་འགྱུར་བ་ཕྱིན་རྗེས་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ་ཕྲན་བུ་ད་ག་སོ་རེད།

ཞེ་འོད་ཅིག་གསར་གཏོད་བྱེད་ས་གང་ཡང་ཡོད་མ་རེད། གྲོས་ཚོགས་ཀྱི་ལས་རིམ་ཡོངས་རྫོགས་ག་འདྲེ་བྱེད་དགོས་ཀྱི་རེད་ག་བཞིན་བྱེད་དགོས་ཀྱི་རེད་ཚང་མ་ལོ་ཁྲིམས་སྒྲིག་ནང་ལོགས་ལ་གསལ་ཁ་ཡོད་བསྡད་པ་ཕྱིར་བ། དེ་ཡིན་དུས་ཟེར་ན་ཁྲིམས་དེ་གྲོས་ཚོགས་ཀྱི་བཟོས་པ་རེད། བཟོ་ངན་ད་ག་རང་གི་ཁྲིམས་དེ་བཤིག་བསྡད་པ་ཡིན་ན་ཨ་ནི་རྒྱ་ཆེ་མང་ཚོགས་ཀྱི་ཁྲིམས་ལ་ཡིད་ཆེས་དེ་སླེབས་ཡས་ག་ལས་ཁག་པོ་རེད་བ། དེ་ཡིན་དུས་ཟེར་ན་ཨ་རའི་གྲོས་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞིའི་ནང་ལོགས་ལ་ཡང། གཅིག། ཀུན་སྤྱོད་ཀྱི་ཐོག་ནས་ཀྱི་ནི་བྱེད་སྟངས། བཀའ་མོལ་གནང་པའི་ཁ་ལོ་གཞན་ལ་གུས་བཀུར་ལྡན་པའི་ཐོག་ནས་ཟུར་ཟ་མ་ཡིན་པའི་ཐོག་ནས་དམའ་འབེབས་མ་ཡིན་པའི་ཐོག་ནས་གནང་དགོས་ཡས་འདི་བརྒྱད་འདི་ང་ཚོ་གྲོས་ཚོགས་འཐུས་མི་ཚོས་ཀྱི་ཕྱག་ལེན་ལ་བསྟར་བ་ཡིན་ན་རེ་བ་རང་བཞིན་གྱི་གྲོས་ཚོགས་ལ་ཡ་ཨ་ནི་གཅིག། གུས་ཞབས་མོ་ཀོས་ལ་ཡི་ནི་གུས་བཀུར་ཞུ་ཏན་དེ་ལེགས་ཀྱི་རེད་བསམ་གྱི་འདུག། ད་ང་ཚོས་ཀྱིས་ག་ཚིག་ངས་ཞུས་པ་ན་ཞིག་མི་ཕ་ཕྱོགས་ཏེ་འགྱུར་བ་བཏང་ཡས་ཀྱི་ཐབས་ཤེས་རང་བཅས་ཕ་ཕྱོགས་ཏེ་ལ་དམའ་འབེབས་དང་མཐོང་ཆུང་བྱས་ཨེ་ནི་རང་ག་དུས་ནས་བྲིས་ཀྱི་ཡོད་པ་ཅིག་བསམ་བློ་བཏང་བསྡད་པ་ཡིན་ན་ཨེ་ནི། ག་ཚོགས་རེད་འགྱུར་བ་ཅིག་ཐེ་ཡས་ཀ་ལས་ཁག་པོ་རེད་བ་དེ་ཡིན་དུས་ཟེར་ནས་ང་ད་ང་དང་ཚོགས་གཙོ་གཞོན་པ་ང་ཡིན་གཉིས་མཉམ་འདུས་ཀྱི་འགན་རེད་དེ་ཡིན་དུས་ང་ཡིན་གཉིས་ཀྱི་ལས་ཡུན་ལོ་ལྔ་དེའི་རིང་ལ་ཡ།

ནི།
སོ་སོའི་བཟོས་པའི་ཀྱི་ཁྲིམས་དེ་སོ་སོའི་སྲུང་བརྩི་བྱེད་དགོས་ཀྱི་ཡོད་པ་དེ་གལ་ཆེན་པོ་གཅིག་ལག་ལེན་བསྟར་བསམ་པ་བྱེད་ཡོད། དེ་མ་ཚད་པའི་ཀྱི་ད་ང་རང་ཚོ་ག་ཚིག་ངས་ཞུས་པ་ད་ག་རང་རེད་ང་ཚོའི་ཆབ་སྲིད་ཀྱི་བཙན་བྱོལ་བ་རེད། ཁྲིམས་སྒྲིག་གི་མང་གཙོ་སྲུང་སྐྱོབ་བྱས་པ་ནང་བཞིན་གྱི་ང་ཚོས་སྲུང་སྐྱོབ་བྱས་ནས་ང་རང་ཚོའི་ཀྱི་ནི་ལས་དོན་གཉིས་པ་དེ་ད་ག་སོ་རེད། བཙན་བྱོལ་ནང་ལ་ཡོད་པའི་བོད་མི་དུས་ཚོད་ཁ་ཐོར་ལས་ཡུན་གནས་རེའི་གཞིས་ཆགས་ནང་ལ་ཡོད་པ་ཁོ་ནང་ཚོས་ཀྱི་ད་ག་ས་སྡེ་བ་སྡུག་བསྔལ་ལ་ཟི་ཡས་གནས་སྐབས་ཀྱི་ནི་སྡུག་བསྔལ་ཡོད་པ་ཡིན་ནས་དེ་འདྲ་ཅིག་མ་ཡོང་ཡས་ལ་ང་ཚོས་འགན་ཁུར་བྱེད་དགོས་ཡས་བྱས་དེ་ལས་ལྷག་ག་དེ་ད་བོད་འདི་ཆགས་འཇིག་གི་གནས་སྟངས་ལ་སླེབས་བསྡད་ཡོད་རེད་ར་བ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི།

མི་རིགས་གཅིག་རྩ་མེད་བཟོ་བའི་ཐོག་ནས་ཆིག་སྒྲིལ་དང་ཡར་རྒྱས་བཤད་ཀྱི་ཡོད་ན་འདི་ང་ཚོས་རྒྱུན་ནས་ངོས་ལེན་མེད་ཅེས་བརྗོད་ནས་ནི་ད་འཛམ་བུ་གླིང་གི་མང་གཙོའི་རྒྱལ་ཁབ་ཡོངས་ལ་ཡང་ཕྱི་བསྒྲགས་བྱེད་ཐུབ་ཡས་ཅེས་དང་དེ་ལ་ཡང་ཅིག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་ཆགས་ཀྱི་ཡོད་རེད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཐོག་ནས་ཡིན་ནི་གི་དུས་ཚོད་ཐོག་ལ་ཡང་ཁ་སོ་རེ་འགྱུར་བ་དེ་ཡས་ལ་ཡང་ང་ཚོས་རོགས་སྐྱོར་ཅིག་ཚད་དགོས་ཀྱི་རེད་བ་དེ་འདྲ་ཅིག་ང་ཚོས་ཚད་བསམ་པ་བྱེད་ཡོད། རྒྱལ་ཁབ་ག་འདྲི་ཅི་ཡིན་པ་ཡིན་ན་ཡང་ད་གྲོས་ཚོགས་ནང་ལོགས་ལ་རྒྱལ་ཁབ་གཞན་དག་ལྟ་བུ་ཆ་མཚོན་པ་ཡིན་ན་ད་ཆབ་སྲིད་ཚོགས་པའི་གི་བརྒྱུད་ནས་གྲོས་ཚོགས་འཐུས་མི་དུ་སླེབས་ཏེ་ཡོང་ར། ང་རང་ཚོའི་གི་གྲོས་ཚོགས་འཐུས་མི་ལྟ་བུ་ཆ་མཚོན་པ་ཡིན་ན་ཆབ་སྲིད་ཚོགས་པ་དམིགས་ཚད་ཡོད་མ་རེད་དེ་ཡིན་པ་ཡིན་ན་ཡང་སོ་སོ་བོད་གི་ད་རྩ་དོན་དེ་གྲུབ་ཡས་ལ་ལངས་ཕྱོགས་མ་མཐུན་པ་ཡོང་གི་རུ་བ་ལ་དེ་འདྲས་ཡིན་དུས་ཙམ་པ་ལ་དེ་འདྲས་ལངས་ཕྱོགས་མ་མཐུན་པ་དང་ཡང་མན་ལངས་ཕྱོགས་མ་འདྲ་བ་དེ་འདྲས་ཅིག་མཉམ་ཁྲིད་གནང་ཡས་ལ་ཚོགས་གཙོ་མཆོག་གི་ཐུགས་འགན་འགྲོ་ག་འདྲི་བྱས་ས་རེད། ཚ་བས་གི་རང་བཙན་ཡོད་པའི་རྒྱལ་ཁབ་ཀྱི་གྲོས་ཚོགས་ཀྱི་ནང་ལ་ཡང་ཆབ་སྲིད་ཀྱི་ལྟ་གྲུབ་ཀྱི་ཐོག་ནས་ནི་ག་སོ་རེད་ད། གྲོས་ཚོགས་ཀྱི་འཐུས་མི་སླེབས་སྟངས་རེད་འོས་འདེམས་བྱེད་སྟངས་རེད་དེ་འདྲའི་བརྒྱུད་རིམ་ཅིག་ཡོད་རེད་ཁོ་རང་ཁོ་རང་ལ་ཡང་ཁྱད་ཆོས་ཡོད་རེད། ང་ཚོ་དེ་འཐབ་རྩོད་བྱེད་མཁན་གྱི་མི་རིགས་ཅིག་ཡིན་དུས་ང་ཚོ་ཆབ་སྲིད་ཀྱི་ལྟ་གྲུབ་ཀྱི་ནང་ལོགས་ལ་ཡར་འཁོན་བསྡད་པ་ཡིན་ན་ང་ཚོའི་གི་རྩ་བའི་གི་གཏམ་བྱ་བོད་རང་དབང་སླར་གསོ་བྱེད་དེ། ཆབ་སྲིད་ལྟ་གྲུབ་ཡོད་ནས་མེད་ནས་ང་ཚོས་ཀྱི་ད་རྩ་བའི་ཀྱི་དམ་བཅའ་དེ་དེར་བ་རང་དབང་ལར་སོང་སྟེ་དེ་ཡིན་དུས་ངས་ཀྱི་ཆབ་སྲིད་ཀྱི་གཤོག་པ་མེད་པ་ཡིན་ནས་ཀྱི་ཤོག་ཁག་མེད་པ་ཡིན་ནས་ཀྱི་དེས་ཀྱི་ང་ཚོ་ཐུན་མོང་གི་མཉམ་དུ་འགྲོ་ཡས་ལ་ཡ་ད་དོན་ཐུགས་ཕན་གསོས་ཀྱི་ཡོད་རེད་བསམ་གྱི་ཡོད་དེ་འདྲས་ཀྱི་འབད་བརྩོན་མ་བྱས་པ་ཡང་མ་རེད་ཉི་མ་དམར་ཤོག་འདྲ་པོ་དག་དེ་འདྲས་ང་ཚོས་ཀྱི་དེ་དེ་བ་ལ་ཡ་ཨ་ལས་གཞུང་འབྲེལ་མ་ཡིན་པའི་ཚོགས་པའི་ཐོག་ནས་འཕེལ་ཡས་ཀྱི་འབད་བརྩོན་དེ་གནང་ཡོད་རེད་དེ་གང་བྱས་གང་ལྟར་ང་ཚོས་ཀྱི་ཆབ་སྲིད་ལྟ་གྲུབ་མེད་པས་ཀྱི་ཨ་ནི། གྲོས་ཚོགས་ཀྱི་ལམ་བུ་དེའི་གི་ནང་ལོགས་ལི་ཡཱ་ལྟ་བ་ལངས་ཕྱོགས་གང་ཡང་ཡོང་ཆོག་གི་རེད་ཟེར་གི་ཡོད་མེད་ཀྱི་རེད་བ་ཐབས་བརྩོད་བྱེད་མཁན་ཇི་ཡིན་པ་ཡིན་ན་ཁོ་ག་རེ་ཡིན་ནའི་གི་ཡོང་ཆོག་གི་རེད་དེ་ཡིན་ནའི་མཐའ་མ་དེ་ལི་ཡཱ་བོད་ལ་བདེ་སྐྱིད་བྱུང་ན་སྲིད་སྐྱོང་ཨ་ནེ་བྱས་ཀྱང་ཆོག་ཟེར་བ་ན་བཞིན་མཐའ་མ་དེ་ལི་ཡཱ་སྐྱབས་མགོན་རིན་པོ་ཆེ་གི་འདོན་གནང་མཛད་པའི་གི་གྲོས་ཚོགས་ཀྱི་སྤྱི་མོས་གཏན་ལ་ཕབ་པའི་དབུ་མའི་ལམ་དེའི་གི་ཐོག་ནས་ཨེ་ང་རང་ཚོ་ཚང་མས་གི་ག་ཚིག་ངས་འདི་ག་ས་མཇུག་བསྡོམས་སྐབས་ལས་ཀྱི་ཞུས་ཡོད་རེད། བོད་རང་བཙན་གཙང་མ་ཡིན་པའི་གྱི་གཞི་མ་རེ་བཞག་བྱས་ང་ཚོ་རང་བཙན་གཙང་མ་ག་འདྲས་ཡིན་པ་དེ་མ་ཤེས་པ་ལ་ཡ་དབུ་མའི་ལམ་དེ་འཐབ་རྩོད་བྱེད་ཤེས་ཡ་ཡོད་མ་རེད་དེ་ཡིན་དུས་ཚར་ནས་བོད་རང་བཙན་ཡིན་པ་དེ་གཞི་མ་རེ་བཞག་ནས་ཨ་ནི་ད་ལྟ་ང་ཚོའི་དབུ་མའི་ལམ་གྱི་ཐོག་ནས་མཉམ་གནས་ཐུབ་ཡས་ལ་ཡ་ང་ཚོས་འབད་བརྩོན་བྱེད་ཀྱི་ཡོད་པ་དེ་ཕྱི་དྲག་བྱས་བྱས་ཨ་ནི་ད་བོད་དེ་ཆགས་འཇིག་གི་གནས་སྐབས་ལ་ཡ་བོད་དེ་བོད་རང་ནས་མ་ཡལ་དགོངས་ནས་ཨ་ནེ་ང་ཚོའི་གི་བྱེད་བྱེད་མཉམ་འཛོམས་ཡོང་ཡས་ལ་ཡ་ཏན་ཏན་དེའི་ཐོག་ལ་ཤུགས་རྒྱབ་དགོས་རེད་བསམ་གྱི་ཡོད། དེ་ཡིན་དུས་དེའི་མཉམ་དུ་ཁྲིད་ཡས་ལ་ངས་དཀའ་ངལ་རྒྱུན་ནས་མཐོང་གི་མེད། ད་ལྟའི་གི་ཆབ་སྲིད་དབུ་ཁྲིད་འདྲ་བོ་ཆགས་ཤར་བ་ཡིན་ན་ད་རང་བཙན་དང་དབུ་མ་གཉིས་ལ་ཁྱད་པར་མེད་བོད་གི་འཐབ་རྩོད་ནང་ལོགས་ལ་ཡ་ཨ་ནེ་རང་བཙན་དེ་ཨ་ནེ་གཞི་རྩ་ལ་ཁེལ་བྱས་ནས་དབུ་མའི་ལམ་རྩོད་དགོས་གི་རེད་གསུང་གི་འདུག་དབུ་མའི་ལམ་དེ། ཀྱི་ངོས་ཤེས་ཐོབ་ཡས་ལ་བོད་རང་བཙན་ཡིན་པ་དེ་ཁུངས་སྐྱེལ་དགོས་ཀྱི་ཡོད་རེད་བ་དེ་ཡིན་དུས་ས་ནས་ང་རང་ཚོ་ཅིག་ནང་ཁུལ་གྱི་ད་ལྟ་གྲུབ་གལ་ཆེ་རེད་ང་ཚོའི་འཐབ་རྩོད་དེ་གལ་ཆེ་རེད་འཐབ་རྩོད་དེ་གལ་ཆེ་གི་རེད་བ་འཐབ་རྩོད་དེ་ལ་ཡ་ནི་སྲིད་ཇུས་ཅིག་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་སྐྱབས་མགོན་རིན་པོ་ཆེ་གྱི་ཨ་ནེ་ཅིག་ངོས་ནས་དོན་སྣང་མཛད་པ་དེ་ལ་ཡ་ང་རང་ཚང་མས་ཤ་རྒྱུས་བྱེད་ཐུབ་པ་ཡིན་ན།

བོད་རྒྱ་འབྲེལ་མོལ་ཡོང་ཐབས་དང་བོད་རྒྱ་དེ་འབྲེལ་གྱི་ཐོག་ནས་ཕྱག་ལས་གནང་བའི་གི་ད་ལྟ་ཡང་ཅིག་གྲུབ་འབྲས་ཐོན་མེད་པའི་གི་བཀའ་མོལ་གསུང་མཁན་ཡང་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གྱི་བརྒྱུད་ནས་ཡང་ཅིག་དབུ་མའི་ལམ་གྱི་སྲིད་བྱུས་འདི་ཨ་ནི་ཡང་འགྱུར་བ་དགོས་གལ་འབྲེལ་གྱི་ཡང་གྲོས་ཚོགས་འཐུས་མི་ནང་ལོགས་ནས་གླེང་སློང་བྱུང་མཁན་དེ་རེད། གནང་མཁན་དེ་རེད་བྱུང་གི་འདུག་བ་ལ། དེ་ཚོ་གི་ཐོག་ལ་ཡང་ཚོགས་གཙོ་མཆོག་གིས། རྒྱལ་རབས་གཅིག་གམ་མི་ཚེ་གཅིག་གི་མི་རིགས་གཅིག་གི་འཐབ་རྩོད་ནང་ལོགས་ལ་ཡང། ད་དང་ད་ང་ཚོ་ལོ་དྲུག་ཅུ་ར་གྲངས་ཕྱིན་པར་བར་ཨ་ལས་ང་རང་ཚོའི་གནས་ཚང་རྒྱལ་ཁབ་ལ་སྲིད་དང་མི་ལོ་ཉིས་བརྒྱ་ལྷག་ཨིན་ཇིའི་འོག་ལ་བསྡད་པར་བར་མི་རིགས་གཅིག་དང་ཨ་ནི་རྒྱལ་ཁབ་གཅིག་གི་འཐབ་རྩོད་ལ་ཡ་ལོ་དྲུག་ཅུ་ར་གྲངས་ཟེར་ན་མང་པོ་མ་རེད་དྲན་གྱི་ཡོད། ང་ཚོ་ཨ་ནི་ཐུག་ས་དེ་གའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ། ད་ཨ་རི་བྷ་ཞའི་བོད་ནི་སྟོབས་ཆེན་རྒྱལ་ཁབ་ཅིག་ཆགས་འགྲོ་གི་ཡོད་རེད་བ། གང་ཅིའི་ཐད་ལ་ཡང་དམག་དོན་གྱི་ཐོག་ལ་དཔལ་འབྱོར་གྱི་ཐོག་ལ་ཡང་ད་ཆི་ལི་ཡ་བེ་ཅིན་ད་རྒྱལ་ཁབ་ཚང་མས་ཀྱིས་བསྟུན་མཁས་བྱེད་དགོས་ཡས་ཀྱི་རྒྱལ་ཁབ་ཅིག་རེད་བ། དེ་ཡོང་དུས་ས་ནས་ངས་ཀྱིས་ཨ་དབུ་མའི་ལམ་གྱི་གྲུབ་འབྲས་ཐོན་མི་འདུག་ཟེར་ལབ་པ་ཡིན་ན། དབུ་མའི་ལམ་གྱི་གྲུབ་འབྲས་ཐོན་ཡོད་གསུང་མཁན་ཚོ་གིས་ད་ལྟ་བར་དུ་ང་ཚོ་ཕྱི་ལ་ཡར་ནས་ཞུ་གཏུག་བྱེད་ཐུབ་པ་དང་ཕྱི་ལ་འགྲོ་ཐུབ་པ་དང་ཕྱིའི་གྱི་མང་གཙོའི་རྒྱལ་ཁབ་ཀྱིས་ང་ཚོ་ངོས་ལེན་བྱེད་ཅེས་དཔུང་པ་མཉམ་གཤིབ་ཀྱིས་འགྲོ་ཡ་ཡོད་པ་དེ་གས་ཚང་མ་ལོ་དབུ་མའི་ལམ་གྱི་གྲུབ་འབྲས་རེད་བ་དེ་གས་དེ་དབུ་མའི་ལམ་མ་བཤད་ནས་ང་ཚོ་རང་བཙན་གྱིས་བཤད་བསྡད་ཡོད་པ་ཡིན་ན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་རང་གིས་ང་ཚོ་དེ་གས་འགྲོ་ཡ་ལ་ཡར་བཀག་ཐུབ་ཀྱི་རེད་ལ་གཞན་དག་ཚོས་གས་རྒྱ་ནག་ལ་ཡར་ངོ་སྲུང་གྱིས་བྱས་ཅེས་ང་ཚོ་ངོས་ལེན་བྱེད་ང་ཚོ་སྣེ་ལེན་བྱེད་ཡས་ལས་ཁོ་ཚོ་དཀའ་ངལ་ཞིག་འཕྲད་ཀྱི་རེད་བ་དེ་འདྲས་ཀྱི་ཐོག་ནས་ང་འདྲ་བོ་ཞིག་ཡིན་པ་ཡིན་ན་དབུ་མའི་ལམ་གྱི་སྲིད་བྱུས་དེ་གཏན་འབེབས་བྱས་པ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་ག་ས་ག་ལ་ཕེབས་ཡས་རེད་ཆབ་སྲིད་ཀྱི་དབུ་ཁྲིད་ག་ས་ག་ལ་ཕེབས་ཡས་རེད་གྲོས་ཚོགས་འཐུས་མི་ཚོ་ཕྱི་རྒྱལ་ཡུལ་གྲུ་མང་པོའི་ནང་ལོགས་ལ་ཡང་ཕེབས་ཐུབ་ཡས་དང་ང་ཚོའི་གི The World Parliamentarians Convention on Tibet ཅེས་ནས་རྒྱལ་སྤྱིའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཁག་ཚུགས་ཐུབ་ཡས་འདི་གས་ཚང་མ་ལོ་དབུ་མའི་ལམ་གྱི་གྲུབ་འབྲས་ལ་ཡང་ངེས་པར་དུ་བརྩི་དགོས་ཀྱི་རེད་བསམ་གྱི་ཡོད། དེ་འདྲ་གཅིག་གི་རྨང་གཞི་ཞིག་མེད་པ་ཡིན་ན་ཁོང་ཚོ་ཡོང་ངེས་ལས་ཁག་པོ་རེད་རྒྱ་མིའི་གནོན་ཤུགས་ནི་ད་ཉིན་རེ་ཉིན་རེ་ནས་སུ་བོད་པའི་ཉམས་དོར་ཐུག་གི་ཡོད་མེད་ཁོང་ཚོའི་རྒྱུས་མངའ་ཡོད་པའི་མེ་ལོང་ལ་བལྟས་པས་བཟོ་རུ་ཆུད་ཡོད་ལ་དེ་ཡིན་དུས་རྩ་ནས་དབུ་མའི་ལམ་གྱི་གྲུབ་འབྲས་ཐོན་གྱི་མི་འདུག་གསུང་མཁན་ཚོས་ཀྱི་ཨ་ནི་འབྲེལ་མོལ་དེ་མ་བྱུང་བ་ལ་བལྟས་ནས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་གྲུབ་འབྲས་མི་འདུག་གསུང་གི་ཡོད་ལ་ད་དེ་འབྲེལ་མོལ་དེ་ང་ཚོ་གཞན་དབང་སྟབས་བསྟུན་རེད་པ་དང་ང་ཚོའི་ངོས་ནས་ལག་པ་དེ་བཏང་རྗེས་ང་ཚོ་མཉམ་གནས་བྱེད་ཀྱིན་ཡིན་ནས། སྔ་མོ་བོད་དེ་རང་བཙན་ཡིན་པ་དེ་ལས་ང་ཚོའི་གི་ལོ་རྒྱུས་ལ་ང་ཚོས་འགྱུར་བ་བཏང་ཐུབ་ཀྱི་མ་རེད་གསུངས་ཡས་དེ་རེད་བ། དེ་ཡིན་དུས་ཚ་ནས། སྐྱབས་མགོན་རིན་པོ་ཆེ་བཀའ་གནང་ཡས་དེ་རེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འགོ་ཁྲིད་ཚོ་ལ་ཡང་ཨ་ནི་ཅིག་ཕྲན་བུའི་གི་ཨ་ནི་རྣམ་དཔྱོད་ལྡན་པའི་གི་ཨ་ནི་བློ་གུ་ཡངས་ཀྱིས་བྱས་པས་ན་བོད་ཀྱི་གནད་དོན་དེ་འདི་གསལ་ཡས་ལ་གང་ཡང་གོར་གྱི་མ་རེད་གསུང་ཡས་བྱོས་ཡོར་བ། ད་ལྟ་ཁོ་རང་ཁོ་རང་ཚོ་ཕ་གའི་ལ་ཡ་དབང་ཆའི་འཐབ་རྩོད་ཀྱི་རྙོག་འཛིང་ནང་ལ་ཡ་ཐེབས་བསྡད་དུས་རྩ་ནས་ཨ་ལས་བོད་ཕྱི་ད་ག་བ་ག་བ་སང་ཉིད་སུ་ཤི་གི་ཡོད་སང་ཉིད་སུ་གོ་གནས་བརླག་གི་ཡོད་དེ་འདྲས་ཀྱི་གནས་སྟངས་ཞིག་རེད་འདུག་བ་རྒྱ་ནག་དེ་ཡིན་དུས་རྩ་ནས་རྒྱ་ནག་ནང་ལས་ཀའི་རྒྱ་ནག་གི་མི་མང་ཚོ་བོད།

ཡོང་ཁུག་དེ་བས་སོ་རུ་ཞུ་བ་དེ་ཡིན་རྒྱུ་བསམ་ནས་ངའི་བསམ་པ་ལ་ཡ། དབུ་མའི་ལམ་གྱི་གྲུབ་འབྲས་ཐོན་མི་འདུག་ཤེས་བྱས་གསུངས་པ་ཡིན་ནའི་གེ་རེད་གྲུབ་འབྲས་ཐོན་གྱི་འདུག་གསུངས་པ་ཡིན་ནའི་རེད། ད་ལྟའི་ང་ཚོའི་གི་སྲིད་བྱུས་དེ་དབུ་མའི་ལམ་གྱི་སྲིད་བྱུས་དེ་རེད་སྤྱི་མོས་གཏན་ལ་ཕབ་པའི་གལ་སྲིད་དེ་འདྲའི་ཅིག་ལ་ཡ་འགྱུར་བ་འགྲོ་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་མི་མང་ཁྲི་ལ་གཞི་ནས་མ་ཕྱིན་རྗེས་ཆ་སྔ་མོའི་བརྒྱུད་རིམ་ཡོངས་རྫོགས་ཕྱིན་རྗེས་ཨ་ནི་མང་མོས་ཐག་གཅོད་ཀྱི་ཐོག་ནས་འགྱུར་བ་གཏང་དགོས་ཡས་ཤིན་མེད་ཞེས་གྲོས་ཚོགས་ཀྱི་ཐོག་ནས་ལག་པ་རྐྱང་བྱས་ཡས་མང་མོས་ཕྱི་མོས་ཀྱི་ཐོག་ནས་ལག་པ་རྐྱང་ཐུག་ཡས་ཡོད་པ་ཅིག་ངས་མ་རེད་དྲན་གྱི་ཡོད། དེ་ཡིན་དུས་ཚ་ནས་རྩ་བའི་གྲུབ་འབྲས་ཐོན་འདུག་ཟེར་མཁན་ཡོད་རེད་ཐོན་མི་འདུག་ཟེར་གྱི་ཡོད་རེད་ཡིན་པ་ཡིན་ནའི་ཀྱི་ང་རང་ཚོའི་སེམས་ནང་ག་རེ་བཞག་གི་གོ་རེད་ཟེར་ལབ་ཡས་ན་བོད་མི་རིགས་འདི་ཨ་ནི་དེ་འདྲ་གྱི་དཀའ་ངལ་འོག་ལ་ཡང་ཨ་ནི་མི་ལོ། བརྒྱ་ཕྲག་གཅིག་གནས་པ་ཡིན་ནའི་གལ་གནད་ཐུབ་ཡས་ཀྱི་གདེང་ཚོད་དེ་ང་ཚོའི་མི་རབས་རྗེས་མ་ལ་བསྐྲུན་དགོས་ཡས་དེ་གལ་ཆེན་པོ་ཡིན་པ་དེ་ང་ཚོའི་སེམས་ནང་ལ་བཅང་དགོས་ཀྱི་ཡོད་ད། མི་འདུག་མི་འདུག་ཟེར་ལབ་ཨ་ནི་མེད་བས་གང་དེ་ལ་དད་འདོད་བར་དུ་རུ་བཏང་བྱས་ན་གཞོན་ཚོ་ཨ་ནི་ཕྱིས་ཀྱི་ཁ་གསོ་ར་ད། སྐད་ཡིག་རེད་ཕྱིས་ཀྱི་དེ་གའི་ནང་ལོག་ལ་ཡ་ཨ་ནི་ཤན་ཞུགས་བྱས་རང་སྐད་ཡིག་མ་ཤེས་པ་དེ་འདྲ་ཆགས་པ་ཡིན་ན་ཨ་ང་ཚོའི་ད་ལྟའི་མི་རབས་འདི་གི

ཆེས་གལ་ཡོད་དུ་ཆགས་པ་ཡིན་ཞེས་བཅས་གསུངས་ཡོད་རོལ། ཉིས་སྟོང་བཅུ་གཅིག་ནས་བྱས་རྗེས་ད་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་མི་མང་གིས་འོས་འདེམས་བྱས་པའི་ད་སྲིད་སྐྱོང་ལ་དུ་མ་གནང་ཡོད་དུས། དུས་ཡུན་འདི་ཚོའི་ནང་ལོ་ལ་ཚོགས་གཙོ་མཆོག་སྐབས་དུས་དུས་སྤྱི་འཐུས་ཀྱི་ཕྱག་ལས་གནང་བཞིན་པ་ཞིག་ཆགས་བསྡད་ཀྱི་ཡོད་རེད། སྐབས་དུས་དུས་གཅིག་མ་འོངས་པ་ད་བོད་ཀྱི་རྩ་དོན་རེད་བོད་ཀྱི་གནད་དོན་དེ་ག་འདྲི་ཅིག་ལ། འགྲོ་ས་རེད་བསམ་པའི་གི་ཡང་ཅིག་སྐབས་དེ་དུས་ཐུགས་ཚོར་ཐུགས་འཚབ་དང་ཨ་ནི་ཡང་གྲོས་ཚོགས་ནང་ལོག་ཁོ་རང་ལ་ཡང་ཅིག་གནད་དོན་གལ་ཆེ་ཆེ་ག་འདྲི་ག་འདྲི་གླེང་སློང་བྱུང་ཡོད་ན་དེ་ཐུགས་དྲན་ཞིག་གསོས་གནང་ཐུབ་རེད་སྐབས་དེ་དུས། ཁ་སོ་རེད། ངས་ཕྱི་ལ་གས་ཤེས་ཀྱི་ཡོད་སྐྱབས་མགོན་རིན་པོ་ཆེ་བོད་རེད་བོད་ཀྱི་སྐྱབས་མགོན་རིན་པོ་ཆེ་རེད། ང་ཚོ་ཕྱི་རྒྱལ་ཡ་ཕུལ་བྲེད་སློབ་སྦྱོང་འགྲོ་བའི་སྐབས་ལས་ཀས་ང་བོད་པ་ཡིན་ཟེར་དུས་ངོ་ཤེས་ངེས་གལ་མི་འདུག་ང་སྐྱབས་མགོན་རིན་པོ་ཆེ་གི་མི་སེར་ཡིན་མི་ཡིན་སི་ལ་དུས་ཨེ་ནི་ཞིག་ནས་སྐུ་མདུན་བཞི་ཅན་ནས་ཨེ་ནི་གློག་བརྙན་དེ Seven Years in Tibet དང་འདི་གས་བྱས་ཅེས་ངོ་ཤེས་ཀྱི་འདུག་ཨང་དེ་ཡིན་དུས་ས་ནས་ད་སྐྱབས་མགོན་རིན་པོ་ཆེ་དེ་ང་ཚོའི་མགོ་རེད་ང་ཚོ་ད་འདིའི་གཟུགས་པོའི་སོ་རིན་པོ་ཆེ་ཅན་ད་མགོ་དང་གཟུགས་པོ་གཉིས་དེ་ཡར་འདྲེས་ཡས་མས་བསྡད་པ་ཅིག་སོ་སོའི་སེམས་ནང་ཡོའོ་རེད་དེ་ཡིན་ནའི་གེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་བོད་ཀྱི་ད་འདས་མ་འོངས་ད་ལྟ་ཡོངས་རྫོགས་ཨེ་ནི་གཟིགས་ཐུབ་མཁན་ཅིག་ཡིན་དུས་ས་ནས་ད་དང་པོ་ང་ཚོ་དཔེར་ན་ཉིས་སྟོང་གཅིག་གི་ལོ་ལ་ཡ། སྐྱབས་མགོན་རིན་པོ་ཆེ་གིས་ང་མེད་པ་ནས་བཞིན་ལས་ཀ་བྱེད་ཤོག་ཞེས་བྱས་ནས་ནི་ད་བཀའ་བློན་ཁྲི་པ་དེ་མི་མང་གི་ཐད་ཀར་འོས་འདེམས་བྱས་པའི་གིས་ད་བཀའ་བློན་ཁྲི་པ་ཅིག་ཆགས་པ་རེད་བ། དེའི་སྐབས་ལ་ཡིན་པ་ཡིན་ན་གཞུ་ཅིག་ཚོད་དཔག་ཐུབ་ཡོད་མ་རེད་ད་སོ་སོ་དང་པོ་ཕྱི་དུས་སླེབས་ཚེ་རྗེ་ཨ་ལེ་དཀྱིལ་འཁོར་དེའི་སྒོ་མ་ཚོས་དེ་ད་ག་འདྲ་རེ་བྱེད་ཡིན་ན་ད་དེ་ག་རེ་རེ་གསུང་གི་ཡིན་ན་བསམ་པ་ཅིག་མེད་བཞིན་བཞི་བོ་བཞི་བོ་ཅིག་གས། ག་སོགས་རེད་དེ་ལ་དཔེ་འཚོ་བ་སྐྱེན་པོ་བྱས་བྱས་ནས་ད་དེ་འགྲིག་གི་མ་རེད་ལབ་པའི་ཞོར་བ་དེ་འགྲིག་གི་བྱུང་མ་སོང་དེ། ད་ཡིན་ནའི་གེ་སྐབས་བཅུ་གཅིག་པ་ལ་ཡང་ཨ་ནེ་སྐབས་བཅུ་གཅིག་པ་སུ་རེད་ཉིས་སྟོང་བཅུ་གཅིག་ལ་ཡང་ཨ་ནེ་སྐྱབས་མགོན་རིན་པོ་ཆེ་གིས་ད་སྐྱབས་མགོན་རིན་པོ་ཆེ་སེམས་ཁམས་ཀྱི་ཐོག་ནས་ཐང་ཐང་ཡིན་པ་དང་ཨ་ནེ་དགའ་ཞིང་སྤྲོ་ཞིང་ད་ཅིག་མི་མང་ལ་ཡང་ཨ་ནེ་ཆབ་སྲིད་དེ་སྐུ་ཨང་དེ་ཕུལ་གི་ཡིན་མི་ལོ་སུམ་བརྒྱ་དྲུག་ཅུ་ལྷག་གི་ཨ་ནེ་དགའ་ལྡན་ཕོ་བྲང་གི་ཆུ་སྲིན་གཉིས་ཀྱི་གཞུང་འཛིན་དེ་འཇུག་འདུག་གི་ཡིན་སྲིད་དུས་དུས་དུས་སེམས་ནང་ལོག་ལས་རྔམ་སྐྲག་ཞིའུ་ཅི་བྱུང། གང་ཡིན་ཟེར་ན་སོ་སོ་དེ་དེའི་སྔོན་སི་ལི་བྷ་ལི་ཡ་ཨ་ནི་ཨ་རི་ལི་ཡ་ཧྥུལ་བྷྲེ་ཏ་སློབ་ཆུང་དུ་ཕྱིན་པ་རེད་དེའི་སྐབས་དེ་ལ་ཡ་བོད་པ་སི་དུས་སུ་གང་ངོ་ཤེས་ངེས་མེད་པ་དང་སྐྱབས་མགོན་རིན་པོ་ཆེ་མཚན་བོད་ན་གཞི་ནས་ཨེ་ནས་ཅིག་སོ་སོ་ལ་ཡ་ད་ངོ་ཐག་ཅི་ཡོད་པ་དེ་ཧ་གོ་དུས་ས་ནས་ད་ག་འདྲ་རེ་རེ་བྱས་ཡོང་བསམ་བྱས་ང་ཚོ་དེའི་སྐབས་དེ་ལ་ཚོགས་འདུ་མང་པོ་ཚོགས་པ་རེད་ད་ལྟ་སྐྱབས་མགོན་རིན་པོ་ཆེ་དཔལ་ལྡན་དབྱིན་ཇིའི་གི་ད་རྒྱལ་མོ་ནང་བཞིན་གྱི་མཚོན་དོན་གྱི་ཐོག་ནས་སྐྱབས་མགོན་རིན་པོ་ཆེའི་མཚན་གནས་རྗེས་དྲན་བཞེས་རོགས་གནང་ད་ལྟ་ད་ང་ཚོའི་ཕལ་ཆེན་དེ་གི་གནམ་ནས་དེ་ས་འོག་ལ་ཡ་ད་ཅིག་ཐབས་ཤེས་ག་རེ་རེ་ཅིག་ཡོད་པ་ཡིན་ནའི་དེ་གས་ཨ་ནི་ང་ཚོའི་གི་དགོས་འདུག་རུ་བཞེས་རྗེས་ཨ་ནི་ཡར་ལ་ཕུད་པའི་སྐབས་དེ་སྐྱབས་མགོན་རིན་པོ་ཆེ་ང་འདི་འདྲའི་གྲ་ཅག་ཅག་བྱས་རྗེས་མིང་ཁེ་གོ་ངས་འདི་འདྲའི་ང་རྒྱུ་ནས་དེ་འདྲའི་ཡིད་ཆེས་མེད་གསུངས་པར་བ་གཅིག Formalities འདྲ་བྱས་རྗེས་དེའི་དུས་ཚ་ནས་ང་ཚོས་ཡང་སྙན་ཞུ་ཞིག་ཕུལ་རྗེས་དེ་འདྲ་བརྒྱུད་ནས་སྐབས་ན་གནང་རོགས་གནང་ང་འགྲོ་དེ་ལ་ཡང་བཙན་བྱོལ་ནང་ལ་ཡོད་པ་གཅིག་པོ་མ་རེད་བོད་ནས་ཀྱི་གནས་ཚུལ་མང་པོ་འབྱོར་ཡོད་རེད་དེ་འདྲའི་གི་ཐོག་ནས་གཞིས་བྱེས་གཉིས་ཀྱི་ཐོག་ནས་དེ་འདྲའི་སྐབས་མ་གནང་རོགས་གནང་ཞུ་དུས།

ང་ཚོ་གོ་ཚོད་ཀྱི་འདུག་ཨ། སྐྱབས་མགོན་རིན་པོ་ཆེ་མ་བཞུགས་པ་ཡིན་ནའི་ཀའི་སྐྱབས་མགོན་རིན་པོ་ཆེ་གི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་སྐྱབས་མགོན་རིན་པོ་ཆེ་རང་གི་དཔེར་ན་བློ་བཟང་སེང་གེ་ལགས་དང་པོ་དེ་སྲིད་སྐྱོང་གི་དམ་འབུལ་གནང་བའི་སྐབས་ལ He's my political leader གསུང་ཡས་དེ་སྐྱབས་མགོན་རིན་པོ་ཆེ་གི Legitimacy བྱོས་རོགས་ཨ། ད་སྐྱབས་མགོན་རིན་པོ་ཆེ་ལ་ཡང་ནི་ང་ཚོའི་རྩིས་དེ་ཡས་དེ་སྐྱབས་མགོན་རིན་པོ་ཆེ་ཁོ་རང་ལ་ཕུལ་བ་དེ། ཆགས་ཀྱི་ཡོད་རེད་བ། དེ་ཡིན་དུས་ཚད་ནས་ནི་ཆབ་སྲིད་ཀྱི་དབུ་ཁྲིད་དེ་ག་ཚོད་གལ་ཆགས་ཀྱི་ཡོད་བ། ད་ག་ནས་ཤེས་སྐྱབས་མགོན་རིན་པོ་ཆེ་དང་ཞལ་མ་བཞུགས་པའི་སྐབས་དེ་ལ་ཡང་བོད་ཀྱི་འཐབ་རྩོད་དེ་ད་དུང་ཡང་མུ་མཐུད་འགོ་གི་ཡོད་བ། དེ་སྐད་དེ་ད་དེ་སྐད་པའི་དུས་གསུམ་གསལ་ཚིག་གི་ད་ལམ་སྟོན་ཡིན་པ་དེ་ད་གཞི་ནས་གོ་ཚོད་ཀྱི་ཡོད་རེད་བ་ང་ཚོས། དེ་ཡིན་དུས་ང་ཚོ་རྒྱལ་སྤྱིའི་ས་བགོས་བ་ལས་སྐད་སྐྱབས་མགོན་རིན་པོ་ཆེ་ད་ལྟ་བར་དུ་སྐུ་ཕྲེང་བཅུ་བཞི་བ་བར་དུ་ཕེབས་པ་རེད་ཚང་མ་ཕེབས་བྱས་ཨེ་མཆོག་གསུམ་བར་དུ་གང་ཚང་འཇིག་རྟེན་ཁམས་འདི་ནས་ཕེབས་པ་རེད་དེ་ཡིན་ནའི་ཀའི་ང་ཚོའི་བརྒྱུད་རིམ་འདི་ག་རེད། འཚོལ་ཞིབ་བྱས་དང་དེ་སྐད་ཀྱི་ཁོ་རང་གི་བརྒྱུད་རིམ་ཇི་ཡོག་རེད་མི་ཤེས་ཨ་ནི་སྐྱབས་མགོན་རིན་པོ་ཆེ་མ་འོངས་པ་ལ་ཕེབས་ཀྱི་རེད་ཡིན་པའི་གནད་ཀྱིས་ད་ལྟ་ང་ཚོ་བཙན་བྱོལ་གནས་སྐབས་ལ་ཡོད་པའི་རིང་དེ་ལ་ཡང་སྐྱབས་མགོན་རིན་པོ་ཆེ་གི་དུས་གསུམ་གསལ་བྱེད་ཀྱི་ཐོག་ནས་ཆབ་སྲིད་ཀྱི་སྐུ་དབང་འོས་འདེམས་བྱས་པའི་མང་གཙོའི་མགོ་ཁྲིད་ལ་ཡང་སྣང་ཡས་ད་ག་རང་ཨ་ནི་བོད་ཀྱི་འཐབ་རྩོད་དེ་ཨ་ནི་མགོ་ཁྲིད་ངན་དེ་ཆབ་སྲིད་མགོ་ཁྲིད་དེ་ཡོད་པ་དེ་ནས་ཀྱང་གུ་རུ་པུ་ཆེ་གིས་སྔོན་ནས་རང་ཁྱང་ཚོ་ལ་ལན་དེ་སྤྲད་ཚར་ཡོད་རེད། དེ་འདྲ་ང་ཚོས་ཤེས་ཀྱི་ཡོད། དེ་ཡིན་དུས་ས་གནས་དང་པོ་དེ་བ་ནས་ཀྱང་གུ་རུ་པུ་ཆེ་གིས་ཅིག་ཐུག་གང་ཡོད་པ་དེ་གལ་ཏེ་ང་ཚོས་དཔག་ཐུག་ཡ་ཁག་པོར་བ་ད་ཅིག་མ་གཏུགས་སྤྲད་བྱས་དེ་ཡོང་དུས་ས་གནས་ཨ་རྒྱ་མགོ་རུ་བུ་ཆེ་དགུང་གྲངས་ད་དགུ་བཅུ་ལ་ཕེབས་དུས་ང་ཚོ་གཅིག་རྒྱལ་བྱེད་ཀྱི་མེད་གཉིས་རྒྱལ་བྱེད་ཀྱི་མེད་ལབ་ཚད་ཀྱི་དགོས་ཡུལ་མི་འདུག་ག་དེ་སོ་སོའི་བྱེད་ཐུབ་པ་དེ་ད་གང་ཐུབ་ཐུབ་ཀྱི་བྱེད་དགོས་ཡས་ཀྱི་གནས་བབ་ཅིག་རེད་འདུག་ག་དེའི་ཐོག་ནས་ག་སོ་རེད་ད་རྒྱ་མགོན་རུ་བུ་ཆེ་གྱི་ཆབ་སྲིད་ཀྱི་དབུ་ཁྲིད་ལ་ཡང་ད་ག་ཟེ་གདེང་འཇོག་གནང་གྱི་ཡོད་རེད་མང་གཙོའི་ཀྱི་སྒྲིག་འཛུགས་དེ་ལ་ཡང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ད་ག་ཟེ་ཞེས་ཀྱི་ཡོད་ན་ཨ་ནི་ང་ཚོའི་མང་གཙོའི་ཀྱི་སྒྲིག་འཛུགས་དེའི་ཐོག་ནས་བོད་ཀྱི་དེ་ད་གསལ་ལ་ཚང་མས་ཕྱར་གྲུ་མཉམ་འདེགས་ཀྱིས་སྒང་ལ་ཡོད་མཁན་ཚོའི་མིང་རྒྱ་སྐུར་གྱི་བྱེད་སྒོ་ཧེ་ཤམ་ལ་ཡོད་པའི་རྒྱ་ཆེ་མང་ཚོགས་ཀྱི་སོ་སོའི་གནས་བབ་ལ་ཡོད་པའི་སྤུ་གུ་བུ་རྒྱུད་དེ་ཡས་ལ་ཡང་ཨ་ནི་རང་མི་རིགས་ཀྱི་ཁྱད་ཆོས་དང་རང་མི་རིགས་ཀྱི་ཨ་ནི་ཅིག་རིག་གཞུང་དང་གོམས་གཤིས་དང་སྐད་ཡིག་དེ་ཡས་དེ་ཨ་ནི་ཅིག་ཉིན་རེ་ཉིན་རེ་ལ་ཡང་ཨ་ནི་དུས་ཚོད་བཏང་རྗེས་བཞག་དགོས་ཡས་དེ་གནད་འགག་དེ་ཆགས་དགོས་རོགས་ཨ། ལོས་ཟིན། ད་ལྟ་ད་རང་བཀའ་མོལ་དང་འབྲེལ་བྱས་ཚོགས་གཙོ་མཆོག་གིས་ཁ་ཚིང་སྐབས་བཅོ་བརྒྱད་པའི་གྲོས་ཚོགས་ཚོགས་དུས་དང་པོ་གི་མཇུག་བསྡོམས་གསུང་བཤད་ནང་ལོགས་ལ། ད་ཕ་མས་ཕ་མ་དེ་ཚོ་གི་ངོས་ནས་ད་བོད་བསྟན་པ་ཆབ་སྲིད་ཀྱི་དོན་དག་ལ་ཡང་སྐུ་ལས་ག་རེ་བསྐྱོན་པ་དེ་ཚོ་ཅིག་མ་འོངས་བུ་ཕྲུག་དེ་ཚོ་ལ་ཅིག་ངོ་སྤྲོད་དང་ཁོ་ཚོ་མཁྱེན་རྟོགས་ཡོད་བཟོ་ཡ་དེ་ནི་གལ་ཆེན་པོ་ཡིན་པ་འདི་ཆབ་སྲིད་ཀྱི་གནད་འགག་ཅིག་ཡིན་པ་དག་རང་ཅིག་བཀའ་མོས་གནང་ཡོད་རེད་དེ་ཡིན་དུས་ད་ང་རང་ཚོ་བོད་ཀྱི་རྩ་དོན་དེ་རྒྱུད་མཐུད་ནས་གནས་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་མ་འོངས་གཞོན་སྐྱེས་དེ་ཚོ་ལ་ཅིག་དམིགས་བྱས་ད་ལྟའི་གི་གནས་སྟངས་རེད། ཨ་ནི་མ་འོངས་པའི་གི་ཡང་གཞོན་སྐྱེས་དེ་ཚོ་གི་བོད་ཀྱི་རྩ་དོན་རྒྱུན་འཛིན་བྱེད་སྟངས་དང་ཨ་ནི་ཁོ་རང་ཚོ་གི་བྱེད་ཐུབ་གི་རེད་བསམ་པའི་གི་ཡང་ད་ལྟ་ཅིག་ཐུགས་ནང་ལ་ཡ་སེམས་འཚབ་དེ་འདྲ་ཅིག་ཡོང་གི་འདུག་ཨ་ནི་ཡང་ཅིག་འདི་དང་འབྲེལ་བའི་གི་གལ་སྲིད་སེམས་འཚབ་ཡོད་པ་ཡིན་ན་ཡང་འདི་དང་འབྲེལ་བའི་འབོད་སྐུལ་དང་དེ་འདྲ་ཡོད་ན། བོད་ཀྱི་ན་གཞོན་ཚོ་ལ་རེ་བ་ཆེན་པོ་ཡོད། ང་ཚོའི་མཚམས་མཚམས་ལ་ཡ། ང་དགེ་རྒན་བྱེད་པའི་སྐབས་དེ་ལ་ཡ་ད་གཞོན་སྐྱེས་དེ་ཚོ་སློབ་སྦྱོང་མ་ཐོས་ད་ག་རེ་རེད་ཆགས་ཡོང་བསམ་པའི་གི་སེམས་ཁྲལ་ཨེ་འདྲ་སླེབས་མྱོང། ད་ཡིན་ནའི་སོ་སོ་གྲོས་ཚོགས་ནང་ལ་སླེབས་གྲོས་ཚོགས་ནང་ལ་སླེབས་བྱས་ནས་པོ་དེ་གས་མཐོ་སློབ་ལ་ཕྱིན་མཐོ་སློབ་ལ་ཕྱིན་བྱས་བྱས་ནས་ཨེ་ན་སོ་སོའི་གི་མི་རིགས་གི་ཅིག་གནང་སྒོ་དེ་གས་དེ་མཐོ་སློབ་ཁག་གི་ནང་ལོགས་ལ་ལས་འགུལ་སྤེལ་སྟངས་རེད་མཉམ་ཞུགས་བྱེད་སྟངས་རེད་དེ་གས་ལྟ་ཡོང་དུས་ས་ནས་ཅིག་སྔ་མོའི་གི་ཅིག་སེམས་འཚབ་ཡོད་པ་དེ་ཨ་དེ་རང་རེད་མི་འདུག་བ་ངོས་ནས་ཚང་མས་གི་དཔེ་ཅིག་ཁ་སོ་རས་སོ་སོའི་གནས་རྫས་ལ་སྤེལ་བས་ཡ་ཐག་ཆོད་བྱེད་ཀྱི་འདུག་བ་བསམ་པ་དེ་འདྲས་སོ་སོ་ངེས་པ་རྙེད་མྱོང། དེ་ཡིན་དུས་ས་གནས་བོད་ཀྱི་ན་གཞོན་ཚོས་ཀྱི་ད་དང་པོ་དེ་ལ་ཡ། མི་རིགས་འཐབ་རྩོད་བྱེད་ངེས་ཅན་པ་ན་སོ་སོ་མི་ངོ་འཕྲོད་དགོས་ཡ་དེ་གལ་ཆེན་པོ་རེད་ད་ང་སུ་རེད། རེད་བ། སོ་སོ་མི་ངོ་འཕྲོད་པ་ལ་སོ་སོའི་ཕ་མེས་ཀྱི་བརྒྱུད་རིམ་གྱི་གནས་སྟངས་དང་བུ་ག་འདྲས་སུ་ཤོར་བ་བུ་ཤོར་ནས་ཨ་ནི་དེ་སླེབས་པའི་སྐབས་དེ་ལ་ཡ་བོད་བོད་ལ་ཡ་ཨ་ནི་ཅིག་ཉིན་ཁྱོད་ནི་མཚན་མ་རྒྱུ་བའི་གནས་སྐབས་བྱུང་ཡོད་དེ་ང་རང་ཚོ་སྐྱབས་བཅོལ་ལོ་སླེབས་པའི་སྐབས་ལ་ཡེ་ནས་ཀྱི་ཨ་ནི་དང་བོད་ཀྱི་ཕ་མ་ད་མི་ཐོག་དང་བོ་ཕི་ངན་ཚོས་ཀྱི་རང་གི་པང་གདན་ཡན་ཆད་ནས་ཕ་མེས་ཀྱི་ཅིག་རྒྱན་ཆ་ཡན་ཆད་ནས་ཚང་མ་ལོག་ཙུང་གིས་ཙུང་གིས་ཨ་ནི་ནང་མི་དེ་རྒྱལ་དེ་གསོས་བྱས་བྱས་ནས་ང་ཚོའི་དཀའ་ལས་ཞུ་བྱུང་ཡོད་རེད་བ་ད་ལམ་སོ་རྒྱུ་བའི་སྐབས་ལ་ག་ཚོད་དཀའ་ལས་བྱུང་ཡོད་རེད་སོ་རོང་རྒྱ་བའི་སྐབས་ལ་ཨ་ནི་སོ་རོང་འོག་ལ་དེམ་བྱས་མི་ག་ཚོད་ཤི་ཡོད་རེད་བས་དེ་འདྲས་ཀྱི་ལོ་རྒྱུས་དེ་ངའི་ལོ་རྒྱུས་ལས་སླ་པོ་ཆེ་རྩ་བ་རེ་རེ་རེད་བསམ་གྱི་མེད། དེ་ཡིན་དུས་ད་ནི་དེ་སྐད་དེ། སུ་སུའི་སྤོ་སྤོ་མོ་མོ་གི་འཁྲིས་ནས་ཨ་ནི། ད་ཕ་མ་གལ་མགོ་ཡོད་པ་ཡིན་ན་དེ་སྐད། སྦྱང་དགོས་ཡས་དེ་སྐད་ཉན་དགོས་ཡས་དེ་གལ་ཆེན་པོ་དཔེ་རེད་དེ། ངས་ག་དུས་ནས་ག་རེ་ཟེར་གྱི་ཡོད་དེ་སྐད་དེ་ཉན་པ་ཡིན་ན། མི་ལ་ཡ་སྐུ་ལ་ཡིན་ན་ང་ཚོ་གཟུངས་ཞུགས་ཕུལ་ཡས་ཡོད་རེད་པ། སྐུ་གཅིག་ཨེ་ལས་བླུས་ཨེ་ནི་དེ་ནས་གྲ་ཚང་ཆེ་ལ་ཕུལ་ཨེ་ནི་གཟུངས་ཞུགས་མི་ལ་གཟུངས་ཞུགས་དེ་ཆུང་ཆུང་ནས་སྦྲུམ་གྱི་རྒྱུད་ལམ་ནས་སོ་སོ་ལ་ག་རེ་བྱུང་ཡོད་ག་རེ་མྱངས་ཡོད་རེད་པ་ཟ་རྒྱུ་མེད་པ་ག་ཚོད་བསྡད་ཡོད་ཟ་རྒྱུ་ཡོད་པ་ག་ཚོད་བསྡད་ཡོད་ཨེ་ནི་ང་ཚོ་མི་ཐོག་ད་དང་པོའི་གི་མི་ཐོག་གཉིས་པ་དེ་སྐྱེས་ཏེ། བསླབ་གྲྭ་ལ་ཕྱིན་པ་རེད་དེ་གས་གྱུ་ནས་མགོ་ཚོས་གོ་བ་མ་རེད་ཚང་མ་ངག་ཐོག་ལ་གཟིམ་བྱེད་བྱེད་པ་སྐྱུག་པ་སྐྱུག་བྱ་ཞག་ཡས་མས་བྱེད་མགོ་ཚོས་ནས་བྲིས་པ་འདི་ཕལ་ཆེར་ག་རོ་ཇི་འདྲ་རྒྱས་པ་གོ་བ་གླེང་ནས་མས་ཞག་གས་བྱུང་ཡོད་མ་རེད་དེ་སྐྱེས་ཚང་མ་ལོ་ང་ཚོ་མི་ཐོག་ད་དེ་སྐབས་ལ་མྱངས་པའི་གི་དེར་བ་ད་དེ་སྐྱེས་དེ་ཕ་ཅིག་ཧ་ཅིག་གོ་བ་ཡིན་ན་ཨ་ནི་སེམས་ནང་ལོག་ལ་བྱེད་མ་ཐུབ་པའི་གི་ན་ཚ་ཅིག་གླེགས་གི་རེད་དེ་ལ་ཡ་དེ་ན་ཚ་དེ་ཨ་ནི་མི་རིགས་གི་ལར་རྒྱ་མི་རིགས་གི་སྙིང་སྟོབས། མི་རིགས་ཀྱི་ད་ག་གཟུགས་རེད། གཟུངས་གཞུག་དེ་ཆགས་འགྲོ་གི་རེད་དེ་ཡིན་དུས་ཚེ་ན་དེ་གས་དེ་ངེས་པར་དུ་ཉན་དགོས་ཡས་ཉན་ལོང་མེད་པ་ཡིན་ནས་ད་དེང་སང་རྒྱུད་ལམ་མང་པོ་རེད་ཁ་པར་ནང་ལོག་ལ་དྲ་འཇུག་བྱས་ནས་བཞག་ཡས་ཡོད་རེད་ཨ་ནི་ཡང་དུས་ཚོད་ཡོལ་བའི་སྐབས་ལ་ཉན་ཡས་ཡོད་རེད་དེ་འདྲས་ད་དེང་སང་ད་མང་པོ་ཞུབ་ཅིག་ཡོད་རེད་གསུང་གི་འདུག་བ་དེ་འདྲས་ཀྱི་ཐོག་ནས་ཨ་ནི་བཞག་པ་ཡིན་ན། ཁ་ཅིག་གིས་མི་དེ་འདྲ་དཔེ་མཛོད་ཁང་གི་ངག་རྒྱུན་སྡེ་ཚན་ལ་ཕྱིན་རྗེས་ནས་སུ་ཞིག་ལོ་རྒྱུས་དེ་གས་པར་བཤད་ཅེས་ཁོ་ཚོའི་གུས་པ་འདྲེན་པའི་རང་སྣང་ཡོང་གི་འདུག་དེ་འདྲ་གནང་མ་ཐུབ་པ་ཡིན་ནའི་གི་སོ་སོའི་བུ་གུ་སྤུ་གུ་བུ་རྒྱུད་ལ་ཡང་དེ་སྐད་དེ་བཞག་དགོས་ཡ་དེ་དཔེ་གལ་ཆེན་པོ་རེད། དེ་བཞག་པའི་རྗེས་ལ་ཡང་ཨ་ནི་མི་རིགས་ཀྱི་འགན་ཁུར་ཐོག་ནས་ལས་ཀ་ག་འདྲས་བྱེད་རག་པ་ཡིན་ནའི་གི་ག་དུས་ཡིན་ནའི་ཡང་མཐོ་ས་ལ་ཡང་ད་ལྟ་ཡོད་ཡོད་མ་རེད་ཟེར་གྱི་ཡོད་ག་དུས་ཡིན་ནའི་དམའ་ས་ནས་ཡང་ཕྱིན་པ་ཡིན་ན་ཨ་ནི་བྱང་ཡས་ཞིའུ་ཆོས་བར་དང་དམའ་རིམ་གྱི་ཐོག་ནས་རྒན་པ་ལ་གུས་བརྩི་ཞུ་དང་ལས་མཁན་གྱི་ཐོག་ནས་འགན་བསྐུར་བྱེད་དང་དེ་རྒྱས་དེ་འདྲའི་ཐེམ་པ་རིམ་བརྩེགས་ཅིག་ཕྱིན་པ་ཡིན་ན་སོ་སོའི་གི་ད་དཀའ་ལས་རྒྱབ་ཨ་ནི་སོ་སོའི་གི་ཨ་ནི་སྦྱང་བརྩོན་གྱི་ཐོག་ནས་ཕྱིན་པས་ན་ཉི་མ་གཅིག་དེ་མཐོ་ས་ཅིག་ལ་ཡང་མི་བསྐྱལ་ཡོང་གི་རེད་ད་ཀྱང། རེད་བ། རྙེད་ལམ་མཐོ་ས་བརྟེན་ནས་ཇི་ཡས་དེ་མ་རུང་བ་བྱས་བྱས་སྐྱིད་པོ་རང་བཏང་བག་མེད་ལོངས་སྤྱོད་རང་བྱས་བྱས་བྱས་འདས་པ་ཡིན་ན་སླེབས་ས་སླེབས་ཀྱི་མ་རེད་བ་ཡིན་ནའི་ཁྱེད་རང་གི་གནས་སྐབས་ག་འདྲས་ལ་ཡིན་པ་ཡིན་ནའི་ངས་ག་རེ་བྱས་བ་དེ་བོད་མི་རིགས་ལ་ཕན་ཐོགས་བ་ཅིག་བྱེད་ཀྱི་ཡིན་བསམ་པའི་ཐོག་ནས་སོ་སོ་སོ་ཀུན་སྤྱོད་ཁྱི་ཐང་དེ་གི་བུད་མེད་ཅིག་འཚོལ་གི་ཡོད་རེད་མི་ཅིག་གིས་བལྟས་པ་ཡིན་ན་བོད་པ་རེད་སྲིད་དུ་ཁྱེད་རང་ཀུན་སྤྱོད་དེ་ནས་ཏཱ་ལའི་བླ་མའི་མི་ཡིན་པ་ཅིག་ཁྱེད་རང་སྟོན་ཐུབ་པ་ཡིན་ནི་གི་བོད་མི་རིགས་ཀྱི་མཚོན་དོན་ཆགས་པ་རེད་དེ་ཡིན་དུས་སྒོ་སྲུང་གི་སྤྱོད་པ་ནས་དཔྱད་དཔྱད་ནས་ནི་སློབ་སྦྱོང་བྱེད་སྟངས་ནས་དཔྱད་པས་གི་མི་ཚོས་གི་སློབ་སྦྱོང་བྱེད་ཡས་དེ་ལྟོ་གོས་གཅིག་བོག་དོན་དག་རེད་ང་ཚོ་མི་རིགས་གཅིག་གི་འཐབ་རྩོད་རེད་དེ་ཡིན་དུས་ཚ་ནས་ད་ལྟ་ང་རང་ཚོས་གི་མི་ལ་རས་པས་གི་ད་ལྷ་མོ་ནང་ལ་ང་ཚོས་ཐེངས་མ་ག་ཚོད་ལྟ་ཚར་བ་རེད་མི་ཚོ་ཐུགས་འཇགས་ཡས་དེ་སྐྱིད་པོ་རྒྱག་པ་བྱས་ནི་རེད་ད། ཐོས་པ་ཁྱེད་རང་ཐུགས་འཇགས་ངེས་ཏེ་འོ་མས་མས་ང་ཚོ་འུ་ཐུག་པས་ཀྱི་ཡིན་གསུང་ཡས་འབྱོར་བ་འདི་ང་རང་ཚོ་བོད་པ་ལ་ཞིའུ་ཆེ་རན་ཏེ་ཡོད་རེད་བསམ་གྱི་ཡོད་དེ་ཡིན་དུས་ངེས་པར་དུ་འདི་ཚོའི་ཐོག་ལ་ལོ་རྒྱུས་དེ་གའི་བསམ་བློ་བཏང་པ་ཡིན་ན་ཨ་ནི་ཅིག་སེམས་ནང་ལོགས་ལ་ཡང་དངོས་གནས་སེམས་ཤུགས་ཅིག་སླེབས་ཀྱི་རེད་བསམ་གྱི་ཡོད་སེམས་ཤུགས་ཡོད་པའི་སྒང་ལ་ད་འདོད་སྐད་འདི་བརྟན་པོ་ཆགས་ཀྱི་རེད་བསམ་གྱི་ཡོད་དེ་ཡིན་དུས་ངས་བོད་ཀྱི་གཞོན་སྐྱེས་ཚོ་ལ་ཡང་བུ་དང་བུ་མོ་ཚང་མ་ལ་ཡང་རེ་བ་ཆེན་པོ་ཡོད་བཤད་ཞུ་ཡས་ཡིན།